ད་ཡང་ཁ་སང་ཁྲོད་རེ་མ་ཡང་ཉུང་ཉུང་ཅིག་ཞུ་བཞག་ན་ད་ལས་རྒྱུ་རེད། གསུམ་པ་ལས་རྒྱུ་འབྲས་ནི། རྒྱལ་བའི་ཆོས་ཀྱི་ཕུང་པོ་མཐའ་ཡས་པ་གསུངས་པ་རྣམས་ཀྱི་དོན་རྩ་ཡིན་པས་ཤིན་ཏུ་ཟབ་ཅིང་རྒྱ་ཆེ་བའི་རོ་གཅིག་རྟོགས་ནས་ལས་རྒྱུ་འབྲས་ལ་འཁྲིག་ཚུད་པ་ཙམ་མ་གཏོགས་ཐ་མ་པའི་ཅི་ཞིག་མི་རྟོགས་ཀྱང། དགེ་བའི་རྒྱུ། བདེ་བའི་འབྲས་བུ། བདེ་བའི་འབྲས་བུ་དང་མི་དགེ་བའི་རྒྱུ་སྡུག་བསྔལ་གྱི་འབྲས་བུ་བསྐྱེད་པ་ཕལ་ཆེར་འདུ། རྣལ་འབྱོར་བཞི་གསུམ་བཅུ་གཉིས་ཀྱི་ནང་ནས། དེ་ནི། རོ་གཅིག་གི་རྟོགས་པ་ཐོབ་ན་ནི། ད་ནི་ལས་རྒྱུ་འབྲས་ལ་འཁྲིག་ཚུད་པ་རེད། དེ་མ་གཏོགས། ད་ནི། སྐྱེ་བོ་ཐ་མ་བས་ཀྱི་ནི། དེ་ནི་ལས་འབྲས་ཀྱི་རྣམ་གཞག་དེ་ཤིན་ཏུ་ཕྲ་བ་ཡིན་པའི་སྐབས་སུ། ཐམས་ཅད་བྱིན་པ་ཁོ་ནའི་སྐྱོན་ཡོད་མ་གཏོགས། དེ་ནི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱང་ཚུལ་ཇི་བཞིན་དུ་དཔོག་ཐུབ་ཡ་དེ་ཁག་པོ་རེད། དེ་གསུངས་པ་རེད་འདུག་ད་དེ་འདྲ་ཡིན་དུས་དེ་ལ་བལྟས་ནས་ད་མཐའ་མ་པའི་རྟོགས་ཐུབ་ཀྱི་མ་རེད་ཟེར་ཡིན་ན་ཡང་ཐུན་མོང་གི་ཐོག་ནས་གསུངས་པ་ཡིན་ན། དགེ་བའི་རྒྱུས་འབྲས་བུ་བདེ་བ་དང། མི་དགེ་བའི་ལས་བསགས་ནས་དེའི་འབྲས་བུ་སྡུག་བསྔལ་འབྱུང་བ་དེ་ད་ཕ་ཆེ་ལས་འབྲས་ཀྱི་རྣམ་གཞག་དེ་དེའི་ནང་ལ་འདུས་ཀྱི་ཡོད་རེད་ད་ལས་འབྲས་ཀྱི་རྣམ་གཞག་ཕལ་ཆེ་བ་དེ་དེ་ནས་ཕ་ཆེ་བ་དང་དེ་ལས་ཕ་ཁྲོས་པ་ཅིག་རེད་མ་གཏོགས་རྩ་བ་དེ་ཚོས་བསྡུས་པ་ཡིན་ན་དེའི་ནང་ལ་འདུས་ཀྱི་རེད་གསུངས་བ་རེད་བཞག། དེ་ཡང། དེ་ནས་ཚུལ་བདུན་ཡོན་དུ། འཁོར་བའི་རྒྱུ་འབྲས་གཉིས་དང། ཐར་པའི་རྒྱུ་འབྲས་གཉིས་ལྟ་སྟེ་གསུངས་བ་རེད། ད་དེའི་གདེང་གཞི་ལ་ཡང་འགྲེལ་ཡོན་དུ། དེ་ནི་དང་པོ་བཅོམ་ལྡན་འདས་ཀྱིས་སྡུག་བསྔལ་བདེན་པར་ཤེས་པར་བྱའོ་ཟེར་སྡུག་བསྔལ་ནི་ཤེས་པར་བྱའོ་ཟེར་ཡང་དེ་འཁོར་བའི་འབྲས་བུ་དང། དེ་གང་གིས་བསྐྱེད་པའི་རྒྱུ་དེ། དེ་ནི་ཀུན་འབྱུང་ལས་དང་ཉོན་མོངས་པ་སྤང་བར་བྱའོ་ཟེར་ཀུན་འབྱུང་སྤང་བར་བྱའོ་གསུངས་ཡང་དེ། དེ་ནི་སྡུག་བསྔལ་གྱི་རྒྱུ་དེ་དག་ཀུན་འབྱུང་ཡིན་པ་ཡིན་དུ་དེ་སྤང་དགོས་པ་རེད། འཁོར་བའི་རྒྱུ་འབྲས་ཀྱི་ཐུགས་གཉིས་བཅས་དང། ལས་དང་ཉོན་མོངས་ཟད་པས་སྡུག་བསྔལ་དང། དེའི་སྐྱེ་མཆེད་ལས་དང་ཉོན་མོངས་ཟད་པས་ད་ནི་འབྲས་བུ་བདེ་བ་ཅིག་ཡོད་རེད། དེ་ལ་འགོག་པའི་བདེ་བ་ཐ་སྙད་བཏགས་ནས་དེ་ནི་འགོག་པ་ཐོབ་པར་བྱའོ། དེ་གང་གིས་ཐོབ་པར་བྱེད་པའི་གིས་དེ་ནི་ལམ་གྱི་བདེན་པ་དང་དུས་རྒྱུན་དུ་ཞུ་བདེ་ཡག་གིས་དེ་ནི་ཐོས་བསམ་སྒོམ་པའི་ཤེས་རབ་ལ་སོགས་པ་དང་མདོར་ན་བཟང་སྤྱོད་ཀྱི་ལུས་ངག་ཡིད་གསུམ་གྱི་དགེ་བ་ལ་སོགས་པ་དང་དེ་ནི་བདག་མེད་པ་རྟོགས་པའི་ཤེས་རབ། རེ་ཞིག་བྱང་ཆུབ་ཀྱི་སེམས་ལ་སོགས་པ་སྐྱེས་པ་དེ་ཚོ་བསྒྲལ་ཏེ་ལམ་གྱི་བདེན་པའི་ཁོངས་སུ་འདུག་གི་ཡོད་རེད་ད་དེ་སྐྱེས་ནས་ད་ནི་འབྲས་བུ་འགོག་པའི་བདེན་པ་ཐོབ་གོ་གི་རེད་ཟེར་གསུངས་ཡོང་དུས་རྣམ་བྱང་ཐར་པའི་རྒྱུ་འབྲས་གཉིས་དང། དེ་ནས་ཅིག། ཀུན་ནས་ཉོན་མོངས་པ་འཁོར་བའི་རྒྱུ་འབྲས་གཉིས་ཐུག་ཟེར་གསུངས་པ་རེད་ད་དེ་རེད་དོ་འཁོར་བའི་རྒྱུ་འབྲས་དང་ཐར་པའི་རྒྱུ་འབྲས་གཉིས་ཡོད་པ་ལས་ཐོག་མར་འཁོར་བ་ན་སྡུག་བསྔལ་བའི་རྩ་བ་དེ་ལས་ངན་པ་བསགས་པ་ལ་ཐུག་དེས་ཉོན་མོངས་པ་ལ་ཐུག། དེས་བདག་གཅེས་འཛིན་མ་རིག་པ་ལ་ཐུག། མ་རིག་པའམ་ཉོན་མོངས་ཐམས་ཅད་ཀྱི་རྩ་བ་ནི་གཏི་མུག་ཏིང་འཛིན་ཡིན་ད་གཏི་མུག་རེད་གསུང་བ་རེད། དེ་ནས་མགོན་པོ་ཀླུ་སྒྲུབ་གསུང་བ་ནང་བཞིན་གྱི་ཇི་སྲིད་ཕུང་པོ་འཛིན་ཡོད་པ་དེ་སྲིད་དེ་ལ་ང་འཛིན་ཡོད་ང་འཛིན་ཡོད་ན་ཡང་ལས་དེ་དེ་ལས་ཡང་ནས་སྐྱེ་བ་ཡིན། ད་འཁོར་བ་ལ་སྐྱེ་དགོས་ཡ་རྒྱུ་མཚན་ག་རེ་བྱས་ནས་སྐྱེ་གི་ཡོད་རེད་ཟེར་བཤད་ཡོད་དུས་དེའི་སྔོན་དུ་རྒྱུ་དགོས་ཀྱི་ཡོད་རེད། ད་ནི་ལས་འབྲས་བཤད་ཡོང་དུས། སྤྱི་བཏང་ནང་པ་ཐུན་མོང་གི་ལས་འབྲས་བཤད་ནང་པ་སྤྱི་ཡི་ལུགས་ལ་ད་ཐུན་མོང་བའི་གི་ནང་པའི་ལས་འབྲས་བཤད་ཡོང་དུས་ལས་མ་བྱས་པ་དང་མི་འཕྲད། ལས་མི་དགེ་བ་མ་བསགས་ན་ད་ནི་འབྲས་བུ་སྡུག་བསྔལ་ཡོང་དོན་ཡོད་མ་རེད། ད་ལྟ་ང་རང་ཚོ་མི་ཚེ་འདི་གི་ནང་ལ་ཡང་ད་ནི་ལུས་ལ་ན་ཚ་སེམས་ལ་སྡུག་བསྔལ་མ་འདོད་པ་མང་པོ་ཅིག་མི་འདོད་བཞིན་དུ་ཐོག་ཏུ་བབས་བསྡད་ཡ། འདོད་པ་མང་པོ་ཅིག་ཡོད་ན་ཡང་བཙལ་ན་ཡང་ད་ནི་ཐོབ་རྒྱུ་མེད་བསྡད་པ་དེ་ལ་བར་དུ་གཅོད་པ་མང་པོ་ཡོད་བསྡད་ཡ་དེ། དེ་ཨོ་རང་དབང་བའི་ཐོག་ནས་བྱུང་བ་རེད་བས་ཟེར་ན་མ་རེད། ད་ང་རང་ཚོ་ནང་པའི་གི་ལྟ་བ་དང་པོ་གཞི་བཞག་ས་འདྲ་བོ་དེ་ལས་འབྲས་ཐོག་ལ་བཞག་གི་ཡོད་རེད། ད་ལས་འབྲས་ཀྱི་རྣམ་བཞག་དེ་ཡོང་གི་ཡོད་རེད། བླ་མ་གོང་མ་ཚོ་གི་ཡང་སྔོན་མ་ངོ་མ་བསྐལ་པ་བཟང་པོའི་སྐབས་སུ་སྐྱབས་འགྲོའི་སྡོམ་པ་ཞུས་ཡོང་དུས་སྐྱབས་འགྲོའི་སྡོམ་པ་གནང་གི་མ་རེད། ལས་སླ་པོ་བྱས་ནས་དང་པོ་ག་རེ་གསུང་གི་རེད་ཟེར་ན་ལས་འབྲས་ཀྱི་རྣམ་བཞག་ཅིག་གསུང་གི་རེད། དེ་ནས་ཁྱེད་རང་ལས་འབྲས་ལ་ཡ་དེ་ནས་གུས་པ་སྐྱེ་དགོས་གི་རེད། ལས་འབྲས་ལ་ཡིད་ཆེས་སྐྱེ་དགོས་གི་རེད། ཐུན་མོང་བའི་ལས་འབྲས་དང་ཕྲ་བའི་རྣམ་གཞག་ཙམ་ཡོང་གི་མ་རེད་དེ། ཐུན་མོང་བའི་ལས་འབྲས་ཅིག་ལ་ཡག་དང་ཡིད་ཆེས་ཅིག་སྐྱེ་དགོས་ཀྱི་རེད། དེ་འདྲའི་བསམ་བློ་བཏང་ཡོད་འདུག་ད་ནི་འཁོར་བ་སྤང་འདོད་ཀྱི་འཁོར་བ་འདི་སྡུག་བསྔལ་ཡིན་པ་རང་ཤེས། དེའི་སྤང་འདོད་ཀྱི་བློ་སྐྱེས། དེས་སད་པའི་ཀྱི་ད་ནི་འབྲས་བུ་བདེ་བ་ཐོབ་འདོད་ཀྱི་བློ་སྐྱེས། དེས་ཐོབ་པར་བྱེད་པའི་ཀྱི་ལམ་བསྟན་འདོད་ཀྱི་བློ་སྐྱེས་པས་ཀྱི་ད་དེ་འདྲ་ཅིག་གི་བློ་བཅོས་མ་མ་ཡིན་པ་ཅིག་མ་སྐྱེས་ན། ལམ་གོང་མ་གོང་མ་ག་ཚོད་ཅིག་ཉམས་ལེན་བྱས་ན་ཡང་དེའི་ཚགས་སུ་ཚུད་ཐུབ་ཡ་ཁག་པོ་རེད། འདི་ལམ་ནོར་ནོ་ཡང་དཀའ་ལས་ཁག་པོ་རེད། དེ་ཡིན་པའི་ཕྱིར་ན་ཆོས་ཐམས་ཅད་ཀྱི་རྩ་བ་དང་པོ་ག་བ་བཞག་ཡོད་རེད་ས་ན་ལས་འབྲས་ལས་བཟང་པོ་དང་ཡང་གལ་ཆེན་པོ་རེད། དེ་ལ་བརྟེན་ནས་ད་ཐུན་མོང་ངོ་སྤྲོད་བྱས་ཡིན་དུས་ད་ལྟ་ང་རང་ཚོའི་མི་ཚེ་འདི་གི་ནང་ལ་ཡང་སྡུག་བསྔལ་མང་པོ་ཅིག་ཡོད་དཀའ་ངལ་མང་པོ་ཅིག་ཡོད་དེ་ཡང་དེ་ཚོ་དེ་སུས་བཟོས་པ་རེད་ཟེར་དུས་གཅིག་ཕྱི་རོལ་གྱི་ལྷ། འདྲེ། འབྱུང་པོ། མི་མ་ཡིན་ལ་སོགས་པ་དང་དགྲ་བོ་ལ་སོགས་པས་ཀྱིས་བཟོས་ནས་དེ་སུས་ཀྱི་རྐྱེན་གྱིས་བཟོས་པ་རེད་བས་ཟེར་ན་མ་རེད། འོ་ན་རང་དབང་བས་བྱུང་བ་རེད་བས་ཟེར་ན་མ་རེད། འོ་ན་རྒྱུ་མེད་ལས་བྱུང་བ་རེད་བས་ཟེར་ན་མ་རེད། རང་དང་རྒྱུ་མ་མཐུན་པ་ལས་བྱུང་བ་རེད་བས་ཟེར་ན་མ་རེད། རང་དང་རིགས་མཐུན་པའི་རྒྱུ་ཞིག་ཡོང་དགོས་ཀྱི་ཡོད་རེད། ད་དེ་སྔོན་མ་ལ་བསམ་པ་བཏང་དགོས་ཀྱི་ཡོད་རེད། ད་དེ་འདྲ་ཡིན་དུས་དེ་གང་ནས་བྱུང་བ་རེད་ཟེར་བཤད་ཡོང་དུས། དེ་ཚེ་རབས་སྔོན་མ་རྣམས་སུ་ལ་ཡང་ལས་མི་དགེ་བ་བསགས་པ། ལས་ངན་པ་བསགས་པ་བག་ཆགས་ངན་པ་བསགས་པའི་ཉེར་ལེན་ལ་བརྟེན་ནས། དེ་དང་ལས་འབྲས་ཀྱི་འབྲེལ་བ་དེ་ཁོ་ཆོས་ཉིད་ཀྱི་འབྲེལ་བ་རེད་མ་གཏོགས་བཅོམ་ལྡན་འདས་ཀྱིས་གསར་དུ་མཛད་བཞག་པ་དང། དེ་ནས་ཅིག་ཕ་ཡུལ་དང་བོད་ཀྱི་མཁས་གྲུབ་ཐམས་ཅད་ཀྱི་ས་རྡོ་རྟ་དྲུག་གི་ཐོག་ནས་ས་རྡོ་འཛེགས་བཞག་པ་དེ་འདྲ་མ་རེད། བཅོམ་ལྡན་འདས་ཀྱིས་ལས་འབྲས་ཀྱི་ཆོས་ཀྱི་འཁོར་ལོ་བསྐོར་ན་ཡང་འདྲ། མ་བསྐོར་ན་ཡང་འདྲ། འཕགས་བོད་ཀྱི་མཁས་གྲུབ་ཐམས་ཅད་ཀྱིས་ལས་འབྲས་ཀྱི་རྣམ་གཞག་དེ་ཚོ་རྩལ་དུ་བཏོན་ནས་གསུངས་ན་ཡང་འདྲ། མ་གསུངས་ན་ཡང་འདྲ་ཁོ་ཁོ་རང་གི་ཆོས་ཉིད་དེ་རང་ཡིན་པ་ཡིན་དུས་དེར་བསླུ་བ་ཡོང་དགོས་མ་རེད། དེ་འདྲ་ཡིན་དུས་ད་ཚེ་འདི་ལ་ཡང་བདེ་སྐྱིད། ལུས་ལ་ན་ཚ་མེད་པ། སེམས་ལ་བདེ་སྐྱིད་ཡོད་འདོད་པ། འདོད་པ་སྒྲུབ་ཐུབ་ཡག་གི་དེ་འདྲ་གི་ཕུན་སུམ་ཚོགས་པའི་ཤ་ཐམས་ཅད་ཡང་ག་རེ་ཟེར་ན་ད་ཚེ་ར་སྔོན་མ་རྣམས་སུ་ལ་ཡང་ས་ཁྱབ་བཟང་པོ་ཞིག་ཡོད་ལས་བཟང་པོ་ཅིག་བསགས་པ་སྔོན་དུ་སོང་པའི་ཉེར་ལེན་ལ་བརྟེན་ནས་ད་རེ་ཚེ་དེ་ལ་བདེ་སྐྱིད་བྱུང་བ་རེད་དེ་འདྲ་ཡིན་དུས་ད་ཕྱི་མ་ལ་ཡང་བསམ་བློ་བཏང་ནས་ཕྱི་མ་ལ་སྡུག་བསྔལ་འདོད་ཀྱི་མེད་ན་ད་ཚེ་ད་ལྟའི་གི་ནང་ལ་ཡང་ད་སྡིག་པ་སྤང་ཡག་དེ་གལ་ཆེན་པོ་རེད་ཚེ་ཕྱི་མ་ལ་བདེ་སྐྱིད་འདོད་ཀྱི་ཡོད་ན་དེ་ལ་བརྟེན་ནས་དེ་ཡིས་རྒྱུར་ཚེ་འདི་ལ་ཡང་དགེ་བ་བསྒྲུབ་དགོས་པ་རེད། ལོ་ང་ཡིས་གསུམ་དུས་དགེ་བ་བསྒྲུབ། རྩ་གནས་གཅིག་ཚོགས་བསགས་སྒྲིབ་སྦྱངས་དེ་འདྲ་ཞིག་བྱས་པ་ཡིན་ན་དཔེར་ན་སྐྱེ་བ་ཆེན་པོ་དང་བདེ་སྐྱིད་ཡོང་གི་རེད། དེ་འདྲ་ཡིན་དུས་ལུས་ལ་བཅོས་བསྒྱུར་བྱེད་དགོས་ཡ། ངག་ལ་བཅོས་བསྒྱུར་བྱེད་དགོས་ཡ། ཡིད་ལ་བཅོས་བསྒྱུར་བྱས་ནས། ངན་ཕྱོགས་ཐམས་ཅད་དེ་མ་ཉུང་དུ་བཏང་ཡ། མ་དྲི་རུ་བཏང་ཡ། བཟང་ཕྱོགས་ཐམས་ཅད་དེ་ཡ་གོང་འཕེལ་དུ་བཏང་ཡ་དེ་འདྲ་གི་ཐབས་ཤེས་བྱས་པ་ཡིན་ན་དཔེར་ན་འཆི་མེད་བདེ་སྐྱིད་ཡོང་གི་རེད། དེ་མ་གཏོགས་རང་དབང་བའི་ཐོག་ནས་ང་སྡུག་བསྔལ་འདོད་གི་མི་འདུག་ཟེར་ནས་སྡུག་བསྔལ་བར་སྤང་ཡ་དང་བདེ་བ་འདོད་ཀྱི་ཡོད་ཟེར་ནས། འདོད་པ་ཙམ་དུ་ནི་རྒྱུ་མཚན་དུ་བཞག་ནས་དེའི་རང་དབང་བའི་ཐོག་ནས་འབྲས་བུ་བདེ་བ་ཐོབ་ཐུབ་ཀྱི་རེད་པ་ཟེར་ན་ནམ་ཡང་ཡོང་གི་མ་རེད། ད་དེ་རེད་ཐུན་མོང་གི་ཐོག་ནས་ལས་འབྲས་གསུངས་ཡོད། དེ་ལ་བརྟེན་ནས་བརྟེན་ནས་ད་ལྟ་ལས་འབྲས་ལ་ཡང་ཡིད་ཆེས་ཀྱི་དམ་པོ་ཚགས་སུ་ཚུད་བཅུག་དེ་ཚེ་ཚུད་ཚར་བའི་ཞོར་དུ་དེ་ནི་གཞི་ནས་བདེན་བཞི་གི་རྣམ་གཞག་དེ་ཚོ་ཁྲིད་དེ་མ་གསལ་བོ་སོང་དེ་སོང་ཚར་ནས་ད་ཀུན་འབྱུང་འཁོར་འཁོར་བའི་གི་དེ་ནི་རྒྱུ་འབྲས་དང། རྣམ་བྱང་མྱང་འདས་ཀྱི་རྒྱུ་འབྲས་གཉིས་པོ་དེ་ལ་ཡིད་ཆེས་ཡག་པོ་ཡིད་ཆེས་ཡང་དག་པ་ཞིག་སྐྱེས་ཡོང་དུས་སྐྱོན་མ་མ་ཡིན་པ་ཞིག་སྐྱེས་ཡོང་དུས་དེ་ནས་སྐྱབས་སུ་འགྲོ་བའི་སྡོམ་པ་ཞུས་པ་ཡིན་ན་ད་ནས་སྡོམ་པ་ཐོབ་ཡག་ལ་ཡང་དཀའ་ཚེགས་མེད་པ། སྡོམ་པ་ཐོབ་ས་ནས་ཡང་སྐྱབས་འགྲོའི་སྡོམ་པ་ཐོབ་ཚར་ནས་ཡང་སྡོམ་པ་རྒྱུད་ལྡན་ཆགས་ཡག་ལ་ཡང་ནས་ཕན་ཐོགས་ཆེན་པོ་ཡོད་རེད། དེ་མེད་ན་ད་ནས་སྐྱབས་སུ་འགྲོ་བ་སོགས་རྩུབ་པོའི་དྲེགས་པར་སྤྲོའམ་སྤྲོ་ལ་ཟེར་བ་ཙམ་ཞིག་གིས་དེ་ཡི་རྒྱུད་ལས་ཡང་ད་ནས་སྐྱབས་འགྲོའི་རྣམ་གཞག་སྐྱབས་འགྲོའི་སྡོམ་པ་ཐོབ་ཡག་དཀའ་ལས་ཁག་པོ་རེད་དེ་འདྲ་ཡིན་དུས་ངེས་འབྱུང་གི་བློ་ཟེར་དང་པོ་བཞག་དགོས་ཡ་དེ་རེད། འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་ལས། གང་ནས་ངེས་པར་འབྱུང་བ་དེ་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་དང། དེ་ཡི་རྒྱུ། ཨ་ནི་གཅིག་གི་ལས་དང་ཉོན་མོངས་པ་མཐའ་དག་ལས་ཀྱང་ངེས་པར་འབྱུང་དགོས་ཀྱི། དེ་ལས་ལྡོག་ན་གང་ནས་ངེས་པར་འབྱུང་བ། ཨ་ནི་གང་གིས་ངེས་པར་འབྱུང་དགོས་ན། དེ་ནི། ད་ཐོས་བསམ་སྒོམ་དང་ཤེས་རབ་བརྟེན་དགོས་ཀྱི་རེད། དཀར་པོ་དགེ་བའི་ལས་བསགས་དགོས་ཀྱི་རེད། ངན་པ་ལས་ལྡོག་ནས་བཟང་པོ་ལ་འཇུག་དགོས་ཀྱི་རེད། ཕྱིན་ཅི་ལོག་པ་ལས་ལྡོག་ནས་ཡང་དག་པ་ལ་འཇུག་དགོས་ཀྱི་རེད། དེ་འདྲ་ཞིག་འཇུག་པ་ཡིན་ན་རྐྱེན་དེ་འདྲ་བ་དང་ཐབས་དེ་འདྲ་བ་ཅིག་གི་ཐོག་ནས་སྐྱོན་དེ་སྡུག་བསྔལ་རྒྱུ་དང་བཅས་པ་ཐམས་ཅད་ལས་ངེས་པར་འབྱུང་ཐུབ་ཀྱི་རེད། འོ་ན་གང་དུ་ངེས་པར་འབྱུང་དགོས་རེད་ཟེར་ན་སྐྱོན་ཐམས་ཅད་ཟད་ཡོན་ཏན་ཐམས་ཅད་དང་ལྡན་བདེ་བའི་གི་གནས་ལུགས་དེའི་སྟེང་ནས་ཡང་འབྱུང་དགོས་རེད། དེ་འདྲ་དེ་གསར་དུ་རྙེད་ཡོང་བ་རེད་བས་ཕྱིན་ནས་ཕྱི་ལོག་ནས་ཡང་ཅི་ནས་ཅིག་གསར་དུ་ཐོབ་ཡོང་བའི་འབྲས་བུ་དེ་འདྲ་ཅིག་རེད་བས་ཟེར་ན་མ་རེད། དེ་འདྲ་བས་གི་ད་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གི་གནས་ལུགས་ངོ་མ་དེ་ང་རང་ཚོ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རང་ཆས་སུ་ཡོད་རེད། ཡིན་ན་ཡང་ངོ་སྤྲོད་མཁན་མེད། ང་རང་ཚོ་ཉམས་སུ་བླངས་མ་ཐུབ་དེ་འདྲ་ལ་བརྟེན་ནས་བག་མ་ཐོག་ལ་ཆུད་ས་ནས་ཨ་ནེ་གཅིག་མི་ཚེ་མང་པོ་བྱས་ལ་འཕྲོག་བརླག་སོང་ཚེ་མང་པོ་བྱས་ལ་འཕྲོག་བརླག་སོང་ནས་ཚེ་རབས་འདི་ཚེ་རབས་འཕྲོག་བརླག་ཕྱིན་ནས། དོན་མེད་པའི་སྡུག་བསྔལ་མང་པོ་བྱས་འཁོར་བ་ཅི་དང་ཇི་འདྲ་གི་སྡུག་བསྔལ་དེ་མྱོང་པ་རེད། ད་ད་རེང་བླ་མ་དགེ་བའི་བཤེས་གཉེན་གྱི་བདག་གཞན་ལ་བརྟེན་ནས་ལས་འབྲས་གྱི་རྣམ་གཞག་དེ་ཐོས་ཐོས་པ་ཙམ་མ་ཡིན་པ་ཐོས་ལོ་ཙམ་ལ་བཞག་བཞག་པ་མ་ཡིན་པ་རྒྱུད་ཚོད་དུ་བསྐལ་རྒྱུད་ཚོད་ལ་བསྐལ་བ་ཙམ་མ་ཡིན་པ་དེ་ཉམས་སུ་མྱོང་བའི་ཐོག་ནས་ད་ད་རེང་ཐོབ་པའི་གི་མི་ལུས་འདི་གི་སྟེང་ནས་ཨ་ནེ་གཅིག་གི་ལས་འབྲས་ཀྱི་རྣམ་གཞག་དེ་རྣམ་གཞག་དེ་ཡང་དག་པར་ཕྱིར་རྟོགས་ཐུབ་པའི་ཐོག་ནས་དཔེ་ནི་གཅིག་དེའི་ཐོག་ལ་སྤང་བླང་འཛོལ་མེད་དུ་བསྐྱེད་ནས་ལམ་གོང་མ་གོང་མ་ཐམས་ཅད་དེ་ཡང་འཇུག་ཐུབ་པའི་ལྟར་ལམ་བསྟན་དགོས་ཀྱི་རེད་ད་དེ་རེད་འདུག་དེ་ལ་བརྟེན་ནས་ང་ཚོ་ད་སྡིག་པ་སྤང་དགོས་ཡ་དགེ་བ་སྒྲུབ་དགོས་ཡ་ཟེར་ཡ་དེ་ཐུན་མོང་གི་ད་བསླབ་བྱ་ཞིག་རེད་ང་ཚོ་དུས་རྒྱུན་བླ་མ་ཚང་མས་གསུང་གི་ཡོད་རེད་དགེ་བ་སྒྲུབ་དགོས་རེད་སྡིག་པ་སྤང་དགོས་རེད་སྡིག་པ་མ་སྤངས་ན་ཕྱི་མ་སྡུག་བསྔལ་ཡོང་གི་རེད་དགེ་བ་སྒྲུབ་དགོས་ཀྱི་རེད་དགེ་བ་སྒྲུབ་པ་ཡིན་ན་ཕྱི་མ་ལྷ་དང་མི་ཡི་བདེ་སྐྱིད་ཡོང་གི་རེད་ད་དེ་ཐུན་མོང་དུ་གསུང་གི་ཡོད་རེད། དེ་ལ་བརྟེན་ནས་ང་ཚ་རྒྱལ་སྲས་ལག་ལེན་གནང་ཡང་དེ་ནི་ཤིན་ཏུ་མི་ཟད་ངན་སོང་སྟོང་ལྔ་ནི་སྡིག་པའི་ལས་ཅན་འབྲས་བུ་ཐོས་པས་གསུངས་དེ་ཕྱིར་སྲོག་ལ་ཕབ་ཅིང་སྡིག་པའི་ལས་ནམ་ཡང་མི་བྱེད་ཡེ་གསུང་བ་འདི་ལྟར་དེ་རིགས་དུ་བ་ཤིན་ཏུ་དེ་ཐུན་མོང་བའི་ལས་འབྲས་ཀྱི་ཐོག་ནས་གསུངས་ཡོང་བ་ཡིན་དུས་བརྩམས་པ་ལ་ཤིན་ཏུ་མི་ཟད་པའི་གེ་དག་ངན་སོང་གི་སྡུག་བསྔལ་དེ་འདི་འདོད་གི་མེད་ན་ད་ནི་སྡིག་པ་སྤང་དགོས་གི་རེད་ད་དེ་ཤེས་དགོས་ཀྱི་རེད་ཆོག་མཆན་ལས་བསམ་བློ་བཏང་པ་ཡིན་ན་དེ་ཐུན་མོང་བའི་གེ་ནང་པའི་གེ་རྣམ་གཞག་ཅིག་ཡིན་པ་ཡིན་དུས་དེ་ལས་སླ་བོ་རེད་ཁོ་ལྟ་བ་ནི་མ་རེད་གྲུབ་མཐའ་ནི་མ་རེད་དེ་ནས་ཅིག་གིས་དེ་ལ་ནི་ཚབ་དང་རྒྱ་ཆེ་བའི་གི་རྣམ་གཞག་ནི་བཤད་ཡོང་ཡ་གང་ཡང་ཡོད་མ་རེད་ལས་སླ་པོ་རེད་ཅིག་དང་མང་ཆེ་བ་གིས་དགོངས་ཀྱི་ཡོད་རེད་དེ་ཡིན་ན་ཡང་ཟབ་མོ་ཅིག་བཏང་པ་ཡིན་ན་ལས་འབྲས་ལས་རྣམ་གཞག་ཟབ་ཚད་ཅིག་དང་ལས་འབྲས་ལས་རྣམ་གཞག་ཕྲ་བ་ཅིག་མེད་པ་རེད། ཡང་ལག་ལེན་ཅན་ཡང་ཁག་པོ་ཡིན་པ་རེད་ལྟ་གྲུབ་ཟེར་ཡ་དེ་དེ་ལས་ཟབ་མོ་བཏང་བ་ཡིན་ན་དེ་ལས་བལྟས་ཟིན་ལས་སླ་བ་རེད་ཁོ་སྟོང་པ་ཉིད་རེད་བདེན་པ་གྲུབ་པ་ཡོད་མ་རེད་རང་བཞིན་གྱིས་གྲུབ་པ་ཡོད་མ་རེད་ཟེར་ཟེར་ཅིག་ཟབ་མོ་ཅིག་བཏང་བསྡད་ན་ཡང་འགྲིག་བསྡད་ཀྱི་ཡོད་རེད་དེ་ལས་འབྲས་དེ་ཁོ་ལག་ཏུ་ལེན་དགོས་ཀྱི་ཡོད་པ་ཡིན་དུས་ནང་པའི་གི། ཆོས་ཐམས་ཅད་ཀྱི་རྣམ་གཞག་གི་རྩ་བ་འདྲ་བོ་དེ་རྨང་འདྲ་བོ་གཏིང་ཟབ་དེ་ལས་འབྲས་ཡིན་པ་ཡིན་དུས་དང་པོ་ལས་འབྲས་བྱེད་ཡག་དེ་ངོས་ཟིན་ཡག་ཁག་པོ་རེད། ངོས་ཟིན་ཚར་ནས་ཡང་ལས་འབྲས་ལ་ང་ཚོ་ལག་ལེན་བྱེད་ཡག་དེ་ཡག་ཁག་པོ་ཡིན་པ་རེད་ག་རེ་ཟེར་ན་གོམས་པ་ཡོད་མ་རེད། ཚེ་འདི་ཙམ་ཞིག་གི་གོམས་པ་བརྟན་པ་ཡིན་ན་ཡང་ཐོག་མེད་ཀྱི་བག་ཆགས་དེ་གོམས་པ་དེ་གོམས་པ་ངན་པ་དེ་རྒྱུན་རིང་དྲགས། ཐུག་དྲག་དེ་འདྲ་ལ་བརྟེན་ནས་གཉེན་པོ་རེ་རེ་ཙམ་དང་ཐབས་རེ་རེ་ཙམ་བསམ་བློ་བཏང་པས་ཀྱི་དེ་ཡི་བག་ཆགས་ངན་པ་ཡུན་རིང་པོ་གོམས་བསྡད་པ་དེ་བར་སྤངས་ནས་ད་ལྟ་གཅིག་གི་ལམ་སང་གཅིག་གི་གསར་པ་བག་ཆགས་གསར་པ་གཅིག་ཚུར་འཇོག་དགོས་ཀྱི་ན་ཁག་པོ་ཡིན་པ་རེད་ང་ཚོའི་བཟང་ཕྱོགས་ཀྱི་བག་ཆགས་དེ་གསར་པ་འདྲ་བོ་ཆགས་བསྡད་ཀྱི་ཡོད་རེད་ངན་ཕྱོགས་ཀྱི་བག་ཆགས་དེ་ནི་ཐོག་མེད་ནས་གོམས་པ་ཡིན་དུས་བརྩམས་པ་ལ་གོ་ཤུགས་ཆེན་པོ་ཡོད་པ་རེད་དེ་ལ་བརྟེན་ནས། ལས་འབྲས་ཟིན་གྱི་དེ་རྩ་བ་ཆེན་པོ་རེད་ས་དེ་ཡིན་པ་རེད། དེ་ལ་བརྟེན་ནས་བདག་གཅེས་པར་འཛིན་པའི་མ་རིག་པ་ལ་དུག་ས་འཁོར་བའི་རྩ་བ་དེ་སྡུག་བསྔལ་ཐམས་ཅད་བཟོ་མཁན་དེ་སུ་རེད་ཟེར་ན་མ་རིག་པ་རེད། མ་རིག་པ་ས་དེ་བསམ་པ་ག་རེ་ཚིག་ཡོད་རེད་ཟེར་ན་རང་ཚུགས་ཀྱི་གནས་ཚུལ་ཕྱིན་ཅི་མ་ལོག་པ། ཡང་དག་པའི་གི་གནས་ཚུལ་བདེན་པ་དམ་པ་ག་རེ་ཡིན་པ་དེ་ང་ཚོ་མཐོང་ཐུབ་ཀྱི་ཡོད་མ་རེད་དེ་ལ་བརྟེན་ནས་མ་རིག་པ་ས་མ་མཐོང་བ་ཟེར་གྱི་ཡོད་རེད་མ་རིག་ཟེར་དུས་ཆོས་དེ་མཐོང་སོང་ཡ་ཟེར་དུས་ངས་མཐོང་མ་སོང་ཟེར་ཡ་ཞིག་ཡོད་དེ་ནང་བཞིན་དེ་ལྟ་བུ། དངོས་པོ་དེ་རིག་སོང་བས་ཟེར་ན་ངས་རིག་མ་སོང་ཟེར་རིག་སོང་དུས་མིག་རིག་སོང་ཟེར་གྱི་ཡོད་རེད་བ་དུས་རྒྱུན་དུ་དེ་མཐོང་སོང་ཟེར་དུས་རིག་མ་སོང་ཟེར་རིག་སོང་ན་རིག་སོང་ཟེར་གྱི་ཡོད་རེད་ད་འདི་ན་འདུག་ཟེར་དེ་མ་རིག་ན་ངས་རིག་མ་སོང་ཟེར་གྱི་ཡོད་རེད་ད་ད་ག་རེ་རིག་མ་སོང་ཟེར་ན་དངོས་པོའི་གནས་སུ་ཕྱིན་ཅི་མ་ལོག་པའི་གི་གནས་ལུགས་ཅིག་ཡོད་རེད་ད། འོ་དེ་འདྲ་དེ་ང་རང་ཚོ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རང་ཆས་སུ་ཡོད་རེད་བླ་མའི་ཡེ་ནས་མ་གསུངས་ཡོད་དུས་ཙམ་པ་ལ་ཡ་གསར་གནང་ནས་མེད་པ་ཅིག་གསར་དུ་གསུངས་ཡོང་བ་དེ་འདྲ་མ་ཡ་རེད་མ་རེད། ད་དངོས་པོའི་གནས་སུ་ཕྱིན་ཅི་མ་ལོག་པ་གང་ཡིན་པ་དེ་དེ་ལྟར་དུ་སངས་རྒྱས་རྣམས་ཀྱིས་ཆོས་སྟོན་པ་རེད། དཔེར་ན་ཟབ་མོ་སྟོང་པ་ཉིད་འདྲ་བའི་ཆ་བཞག་པ་ཡིན་ན་བཅོམ་ལྡན་འདས་ཀྱིས་སྟོང་པ་ཉིད་ཀྱི་ཆོས་ཀྱི་རིམ་པ་ཐམས་ཅད་འདིར་གསུངས་ཀྱང་རུང་འཇིག་རྟེན་གྱི་ཁམས་ལ་ཆོས་ཀྱི་འཁོར་ལོ་སྟོང་ཉིད་ཀྱི་རིམ་པ་འདི་མ་བསྐོར་ཀྱང་རུང་མ་བསྐོར་ཀྱང་རུང་ཆོས་རྣམས་ཀྱི་གནས་ལུགས་ནི་དེ་ཁོ་ན་ཉིད་དོ་ཞེས་གསུངས་པ་ལྟར་དུ་ཀུན་ནས་ཆོས་དེ་ད་ག་ན་ཡོད་པ་རེད། དེ་ལ་བརྟེན་ནས་ད། ལས་འབྲས་ཀྱི། རིགས་མ་རིག་གི་སའི་སྟེང་ང་ཚོ་མ་རིག་པའི་དབང་གིས། གཉིས་སུ་ཕྱིན་ཅི་མ་ལོག་པ་རང་ལ་ཡོད་ན་ཡང། ལྟེ་གནས་གཅིག་ཐོས་བསམ་སྒོམ་པའི་ཤེས་རབ་ལ་མ་བརྟེན་པར་ཚོགས་བསགས་སྒྲིབ་སྦྱང་མེད་པ་ལ་བརྟེན་ནས་མཐོང་མ་ཐུབ་པ་རེད། དོ་སྣང་ཡོད་མ་རེད་དེ་གིས་མཐོང་མ་ཐུབ་པ་རེད། དེ་ལ་ཡང་སྤྲོ་བ་ཡོད་མ་རེད་དེ་ལ་བརྟེན་ནས་མཐོང་ཐུབ་ཡོད་མ་རེད། གོམས་པ་ཡོད་མ་རེད་དེ་ལ་བརྟེན་ནས་མཐོང་ཐུབ་ཡོད་མ་རེད། ག་རེ་བྱས་ནས་མ་མཐོང་པ་རེད་ལབ་པ་ཡིན་ན། མེད་ནས་མ་མཐོང་པ་རེད་པ་ཟེར་ན་མ་རེད་མེད་པ་མ་རེད་ཡོད་པ་རེད། ཡོད་ན་ཡང། ཡོད་ན་ཡང་ཨ་ནི་ཅིག་གི་རྐྱེན་བཟང་པོ་བདག་རྐྱེན་བཟང་པོ་ཅིག་གི་འཕྲད་མ་ཐུབ་ནས་ང་ཚོའི་རྒྱུད་ལ་ཡོད་ན་ཡང་དེ་མཐོང་མ་ཐུབ་པ་རེད། དེ་ལ་བརྟེན་ནས་ཁུ་བ་ཐོག་མེད་ནས་བཞིན་ད་ལྟ་བར་དུ་ལ་ང་རང་ཚོ་ཕུང་ལ་སྦྱོང་མཁན་སྡུག་ལ་སྦྱོང་མཁན་དཀའ་ངལ་ལ་སྦྱོང་མཁན་སྡུག་བསྔལ་ལ་སྦྱོང་མཁན་དེ་སུ་རེད་ཟེར་ནས་ངོས་འཛིན་ཅིག་བྱས་ཡོང་དུས་ཨ་ནི་བདག་ཏུ་འཛིན་པ་དེ་རེད་ད་བློ་སྦྱོང་གི་ཉམས་ལེན་བཀའ་གདམས་པའི་བླ་མ་ཐམས་ཅད་ཀྱིས་ཡང་དང་པོ་དེའི་ཐོག་ལ་ངོ་སྤྲོད་གནང་ཡོང་དུ་བ་སུ་རེད་ཟེར་ལ་ཡོང་དུས་བདག་འཛིན་དེ་རེད། མ་རིག་པ་དེ་རེད། བདག་གཅེས་འཛིན་གྱི་བློ་དེ་རེད། ངའོ་སྙམ་པའི་ངར་འཛིན་གྱི་བློ་དེ་རེད། བདག་ཏུ་ཞེན་པའི་བློ་དེ་རེད། བདག་ཏུ་ཕྱིན་ཅི་ལོག་ཏུ་ཞེན་པའི་བློ་དེ་རེད། ང་འགྲིག་མ་སོང། ངའི་ཡོང་གི་མི་འདུག་ངའི་ཡོང་གི་མི་འདུག་ང་ལ་ནི་ཐོབ་གི་མི་འདུག་ང་མིང་གྲགས་ཡོང་གི་མི་འདུག་ང་ལ་ཐོབ་ཁོ་ཐོབ་ཁོ་ནའི་ཡོང་གི་མི་འདུག་ང་ལ་དཔལ་འབྱོར་ཡོང་གི་མི་འདུག་བསམ་བསྡད་ཡག་གི་ཅིག་འཛིན་པ་དང་པོ་གཅིན་ཟགས་ཀྱི་ཡུལ་དེ་ག་རེ་ཟེར་ན་ཡོད་རེད་བས་ཟེར་ན་དེ་འདྲ་ཅིག་ཡོག་མ་རེད། མེད་པ་ལ་ཡོད་རེད་བསམ་ནས་ཕྱིན་ཅི་ལོག་པའི་བག་ཆགས་དེ་ཁོ་བ་ཐོག་མེད་ནས་གོམས་པའི་ཉེར་ལེན་ལ་བརྟེན་ནས་ང་ཚོའི་དེ་དང་འཛིངས་ནས་སྡུག་བསྔལ་དེ་ཡིས་བཟོས་པ་རེད་སྡུག་བསྔལ་དེ་ཡིས་བསྐྱེད་པ་རེད་སྡུག་བསྔལ་དེ་ལས་བྱུང་བ་རེད། ད་དེ་འདྲ་ཡིན་དུས་སྡུག་བསྔལ་མི་འདོད་པ་ནི་དངོས་ཡོད་གནས་ཚུལ་རེད་བདེ་བ་ཐོབ་འདོད་ཡོད་པ་དེ་ནི་དངོས་པོའི་གནས་ཚུལ་རེད་དེ་སུ་ལ་ཡིན་ན་ཡོད་རེད་ཡིན་ན་ཡང་དེ་གང་ཞིག་གི་ཐབས་ལ་བརྟེན་ནས་སྡུག་བསྔལ་དེ་འདོར་དགོས་ཀྱི་ཡོད་པ་ཐབས་གང་ཞིག་ལ་བརྟེན་ནས་བདེ་བ་དེ་ཐོབ་དགོས་ཀྱི་ཡོད་པའི་གི་ཚུལ་དེ་ལ་ང་ཚོ་རྨོངས་དད་པ་རེད་མ་རིག་པ་རེད་དེ་རེད་དོ་བ་ད་མ་རིག་པ་ཟེར་ན་དེ་རེད། ལུས་ལ་སྡུག་བསྔལ་འདོད་ཀྱི་ཡོད་མ་རེད། སེམས་ལ་སྡུག་བསྔལ་འདོད་ཀྱི་ཡོད་མ་རེད། དཔེར་ན། དཔེ་ཆ་བ་ལྟ་བུ་ཆ་བཞག་པ་ཡིན་ན་ཡང་ཨོ་ཆ་སོགས་ཉོན་མོངས་ཟེར་ཡག་དེ་ཆ་སོགས་ཆ་སོགས་ཉོན་མོངས་པ་དེ་ཚོ་དྲན་ནས་འཁོར་བའི་རྩ་བ་ཅི་བྱེད་འཁོར་བ་སྡུག་འཁོར་བའི་སྡུག་བསྔལ་ཅི་བྱེད་དེ་རེད་ཟེར་ནས་ཤེས་ཀྱི་ཡོད་རེད་དེ། ཡིན་ན་ཡང་མ་རིག་བག་ཆགས་གོམས་པའི་མཐུ་ལ་བརྟེན་ནས་དེ་ཇི་བཞིན་དུ་ལག་ཏུ་ལེན་ནས་ལག་ལེན་དུ་བཀལ་ནས་ཨ་ནི་གཅིག་གིས་དེ་བླང་དོར་གྱི་བྱེད་མ་ཐུབ་པ་ཡིན་དུས་བརྩམས་པ་ལ། གཅིག་གིས་ཁོ་དངོས་ཡོད་གནས་ཚུལ་ཐོག་ལ་ཡར་འཕར་ལག་ལེན་ལག་ཏུ་བཀལ་ཐུབ་ཀྱི་ཡོད་མ་རེད། དེ་འདྲ་ཡིན་དུས་རྩམ་པ་ད་ཤེས་དགོས་ཀྱི་རེད་གསུང་བ་འདི་ག་ལ་བདག་གཅེས་འཛིན་ཡིན་པ་དེ་ལ་བཤད་དགོས་ཨོས། དེ་མ་རིག་པ་རེད་བདག་འཛིན་ཡིན་པ་བཤད་མི་འདུག་ཨོས། ད་བདག་འཛིན་ཡིན་པར་བཤད་དགོས་ཀྱི་རེད། བཤད་པར་བྱེད་པ་ལ་ང་ཚོ་རིག་པ་དགོས་ཀྱི་རེད་ཤེས་རབ་ཡང་དག་པ་དགོས་ཀྱི་རེད་ཨོས། ཤེས་རབ་དེ་ག་རིགས་ཀྱི་ཤེས་རབ་དགོས་ཀྱི་རེད་ལབ་ཡོང་དུས་སྦྱངས་ནས་ཤེས་རབ་གསར་དུ་སྐྱེ་དགོས་ཀྱི་རེད་ཟེར་ན་མ་རེད་དེ་འདྲ་བའི་ཤེས་རབ་དེ་ཡེ་གདོད་མ་ནས་ང་རང་ཚོ་ལ་ཡོད་རེད་ཡོད་པ་དེ་ད་ལྟ་སུས་བསེ་རུ་བཏང་དགོས་ན་དེ་ངོ་ཤེས་དགོས་རེད་དེ་ངོ་འཕྲོད་དགོས་རེད་དེ་ངོ་འཕྲོད་ཡ་ལ་ཐབས་བསྟེན་དགོས་རེད་ཐབས་ག་རེ་བསྟེན་དགོས་རེད་ཟེར་ན་དང་པོ་དགེ་བའི་བཤེས་གཉེན་བསྟེན་དགོས་རེད། དེ་ཡི་མདུན་ནས་གདམས་ངག་ཞུ་དགོས་རེད། ཐོས་པའི་ཤེས་རབ་བསྐྱེད་དགོས་རེད། བསམ་བྱུང་གི་ཤེས་རབ་བསྐྱེད་དགོས་གི་རེད། དེ་ལ་བརྟེན་ནས་སྒོམ་བྱུང་གི་ཤེས་རབ་བསྐྱེད་པས་ཨ་ནེ་གོ་བའི་རྩ་བ་མ་རིག་པ་སྟེང་བུ་སྟེང་བུ་འདི་འཛིན་ཏེ་བསྐྱེད་ཐུབ་གི་རེད་གསུངས་པ་རེད། དེ་ལ་བརྟེན་ནས་བདག་གཅེས་པར་འཛིན་པའི་མ་རིག་པ་ལ་ཐུགས་ཟད་ཟད་ཡོད་འདུག་ད་སྤྱོད་འཇུག་གི་ནང་ལ་ཡང་དེ་ག་རང་རེད། སྤྱོད་འཇུག་ཤེས་རབ་ལེའུ་ནང་ལ་དེ་ག་རང་ཡོད་རེད་བསམ་གཏན་ལེའུ་ནང་ལ་ཡང་དེ་ག་གསུངས་ཡོད་རེད། མདོ་དོན་འདི་ད་ཕུང་རྩི་ཕུང་ཕུང་བའི་རྩ་བ་དེ་ག་བ་བཞག་ཡོད་རེད་ཟེར་ན་འགྲེལ་ཆེན་ཟེར་འགྲེལ་ཆེན་དེ་ཀོ་བདག་ལ་ཅི་ཞིག་ཆགས་ཟེར་བདག་ཏུ་འཛིན་པའི་བློ་དེ་ཐུག་འདུག་གསུངས་པ་རེད། བདག་ཏུ་འཛིན་པ། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱིས། དེ་ནས་འཁོར་བའི་སྡུག་བསྔལ་དེ་གང་ནས་བྱུང་བ་རེད་ཟེར་དུ། བདག་ལ་ཞེན་པ་དེ་ལ་དེ་ནས་བྱུང་བ་རེད་ཟེར་དགོངས་པ་རེད། སེམས་ཅན་ཐམས་ཅད་ཀྱིས་དེ་ནས་སྡུག་བསྔལ་དེ་གང་ནས་བྱུང་བ་རེད་ཟེར་ན་ཞིང་གཅིག་བྱས་པ་མཐོང་བ་རེད། དེ་ཡིན་དུ་བློ་ཤིན་ཏུ་ལོག་པ་ཆགས་སོང་བ་རེད། ད་དངོས་པོའི་གནས་ཚུལ་དང་ཉེ་བར་སླེབས་ཡོང་དུས་དངོས་པོའི་གནས་ཚུལ་དང་མཐུན་ཡོང་དུས་དེ་དང་ཉེ་ཡོང་དུས་དེ་ནས་སྡུག་བསྔལ་སྐྱེད་བྱེད་ཀྱི་རྩ་བ་དེ་བདག་འཛིན་གྱི་བློ་རེད། ང་ཚོས་ང་བདག་འཛིན་ཟེར་དུས་བརྩམས་པ་ག་རེ་ཟེར་གྱི་ཡོད་རེད་ཟེར་ན། ང་བསམ་པའི་དུ་བ་ཉི་མ་དུས་རྒྱུན་དུ་ནས། ཡག་པོ་ཅིག་དེ་ང་ལ་དགོས་ཀྱི་འདུག་སྡུག་པོ་དེ་ང་ལ་ཡོང་མ་ཡོང་བ་ཅིག་དགོས་ཀྱི་འདུག་གཞན་ལ་བྱུང་ན་ཆེས་མི་བདེ་བ་འདྲ་བོ་ཞིག་དགོས་ཀྱི་འདུག་ཡང་གཞན་ལ་ཡག་པོ་བྱུང་ན་ནི་ཕྲག་དོག་སྐྱེས་ཀྱི་འདུག་ད་དེ་འདྲ་ཅིག་གི་རྩ་བ་དེ་མ་འགྲིག་ས་དེ་ང་རང་ལ་ཐུག་བསྡད་ཡོད་པ་རེད་ང་རང་ཐུག་བསྡད་མིང་གི་ཐོག་ནས་ང་རང་ཐུག་བསྡད་ཡོད་རེད་ཐོག་གི་ཐོག་ནས་ང་རང་ཐུག་བསྡད་ཡོད་རེད་གོ་གནས་ཀྱི་ཐོག་ནས་ང་རང་ཐུག་བསྡད་ཡོད་རེད་སྙན་གྲགས་ཡང་ང་རང་ལ་ཐུག་བསྡད་ཡོད་པ་རེད་ད་ག་ནང་བཞིན་གྱི་ཤེས་ཡོན་གྱི་ཐོག་ནས་ཡིན་ན་ཡང་ཤེས་ཡོན་རང་རང་ནང་ནས་ཡང་མ་འགྲིག་དེ་ཡང་མང་པོ་ཞིག་འདུག་བ་དེ་ཡང་སོ་སོ་ལ་ཐུག་བསྡད་ཡོད་པ་རེད་དེ་ཡིན་དུས་རྙོག་གྲ་ཚང་མ་བཟོ་མཁན་དེ་སུ་རེད་ཟེར་ན་ང་ཟེར་ཡག་དེ་རེད། དེ་འདྲའི་གི་ང་དེ་ག་བ་ཡོད་རེད་ཟེར་བརྟག་བཞིན་སྤྱད་ན་རྙེད་རྒྱུ་ཡོད་མ་རེད། མ་རྙེད་ན་ཡང་དེ་འདྲ་བ་དེ་མེད་པར་མ་རྟོགས་ཀི་བར་དུ་བདག་མེད་པར་མ་རྟོགས་ཀི་བར་དུ་ང་རང་བཞིན་གྱིས་མ་གྲུབ་པར་མ་རྟོགས་ཀི་བར་དུ་ང་ཡོད་རེད། དེ་རེད་འཛིན་པ་ཡོད་རེད་དེ་ལ་བརྟེན་ནས་ཉོན་མོངས་སྐྱེ་གི་རེད་དེ་ལ་བརྟེན་ནས་ལས་བསགས་ཀི་རེད་དེ་ལ་བརྟེན་ནས་འཁོར་བ་ལ་སྐྱེ་གི་རེད་དེ་སྐྱེས་པས་སྡུག་བསྔལ་མྱོང་གི་རེད། ད་དེ་འདྲ་གི་ཚེ་མེད་པའི་གི་སྡུག་བསྔལ་བཟོད་དུ་མེད་པའི་སྡུག་བསྔལ་དེ་ཟས་ལྐུགས་ཡོད་ན། ཨོ། དེ་ཡི་རྒྱུ་སྐྱེ་བ་ཟས་ལྐུགས་ཀྱི་རེད། དེ་ཡི་རྒྱུ་སྐྱེ་བ་ཟས་ལྐུགས་ཡོད་ན་འཁོར་བ་ལ་སྐྱེ་བ་ཟད་པ་ལ་ག་རེ་ཟས་དགོས་ཟེར་ན་དེ་ཡི་རྒྱུ་ལས་བསགས་པ་ཟས་ལྐུགས་ཀྱི་རེད། ལས་གང་གིས་བསགས་པ་ཡིན་ན་ལས་ཉོན་གྱིས་བསགས་པ་རེད། ཉོན་མོངས་པས་བསགས་པ་རེད། ཆགས་སྡང་གི་རྣམ་པར་རྟོག་པ་དེ་ཡིས་བསགས་པ་རེད། དེས་ག་བ་ཐུག་ཡོད་ཟེར་ན་ད་ནི་གཏི་མུག་བདེན་འཛིན་དེ་ལས་ཐུག་ཡོད་རེད་མ་རིག་པ་རེད། མ་རིག་པ་ཐུག་དེ་ཡོད་རེད་དེ་ཡིན་དུས་རྒྱུ་ཡི་རྩ་བ་དེ་མ་རིག་པ་རེད་མི་བྱེད་དགུ་བྱེད་བྱེད་མཁན་མ་རིག་པ་རེད་ཕུང་ཚད་དེ་མ་རིག་པ་རེད་དེ་མ་ཟད་ཀྱི་བར་དུ་ལ་ང་ཚོས་ཐབས་ག་ཚོད་ཅིག་བསྟེན་ན་ཡང་འདྲ་གཉེན་པོ་ག་ཚོད་ཅིག་བསྟེན་ན་ཡང་འདྲ་ལམ་ག་འདྲུལ་ཅིག་བསྒོམ་པ་ཡིན་ན་ཡང་བསྐྱེད་རྫོགས་ཀྱི་གནད་ཟབ་མོ་ཇི་ལྟར་ཞིག་ཉམས་སྣང་ལེན་པ་ཡིན་ན་ཡང་རྩ་བ་དཔེར་ན་དུག་ལྟ་བུ་དེ་ང་ཚོ་གི་ཁྲོད་རྩ་བ་རྩད་དེ་ཡང་བཅོས་བཅོམ་མ་ཐུབ་ཡོང་དུས་དེ་ལ་བརྟེན་ནས་སྡུག་བསྔལ་ཟད་པའི་མཐའ་ཡོད་མ་རེད་དེ་ལ་བརྟེན་ནས་བདག་གཅེས་འཛིན་དེ་མ་རིག་པ་ལ་ཐུག་ཟེར་ཡ་དེ་དེ་ཡིན་པ་རེད། བདག་བསྐྱེད་པར་འཛིན་པ་ཟེར་ཡ་སྟེ། བདག་བསྐྱེད་པར་འཛིན་པའི་མ་རིག་པ་ལ་ཐུག། མ་རིག་པ་དེ་ཡང་ཉོན་མོངས་པ་ཐམས་ཅད་ཀྱི་རྩ་བ་གཏི་མུག་ནི་རང་རིག་རྣམས་ཀྱི་འཁོར་བ་གང་ལས་བྱུང་འཁོར་བའི་རང་བཞིན་ཅི་ཡིན་ལས་རྒྱུ་འབྲས་ཀྱི་ཕན་གནོད་ཅི་ཞེས་སུ་མི་ཤེས་པ་མུན་ཐིབས་སེ་བ་ག་སྟེ་བླ་མའི་བཤད་པའམ་ཐོས་བསམ་གྱི་གོ་བ་བརྒྱབ་ཀྱང་ཕྱིས་ནས་མ་མྱོང་བའི་ཡུལ་ལ་སེམས་གཏད་པ་ལྟར་འདི་ཞེས་བྱ་བ་མེད་པའི་རྣམ་རྟོག་ཡལ་ཡོལ་འདི་ཡིན་པར་འདུག། ད་བླ་མས་ཆོས་གསུངས་ན་ཡང་ང་ཚོར་ངོ་འཕྲོད་ཡ་དཀའ་ལས་ཁ་བོ་རེད་གསུངས་པ་རེད་ཡུལ་ངོ་མི་འདུག་བ། ཡ་ནས་ཅིག་མང་པོ་ཅིག་གསུངས་བསྡད་པ་ཡིན་ན་ཡང་ཅིག་ལས་འབྲས་ཀྱི་རྣམ་བཞག་གསུངས་པ་ཡིན་ན་རེད་ཅིག་གཏི་མུག་དང་བདག་ཏུ་འཛིན་པའི་བློ་ཕྱིན་ཅི་ལོག་པ་ཟེར་ཡ་དེ་མ་རུངས་པ་ཡིན་པ་དེ་འཁོར་རྩ་ཡིན་པ་དེ་སྡུག་བསྔལ་གྱི་རྩ་བ་ཡིན་པ་གསུངས་ན་ཡང་ང་ཚོའི་སེམས་ལ་ཡ་དེ་ཙམ་ཅིག་གིས་དེ་ལས་ཡ་ཚོར་ཚོར་སྣང་མེད་བསྡད་བ་འོ་འདི་རང་རེད་གསུངས་པ་རེད། འདི་ཡིས་ང་ཞེས་བྱ་བ་མེད་པ་ལ་ངར་གསུངས་དེ་ལ་བརྟེན་ནས་བདེན་པའི་དོན་ལ་ཐེ་ཚོམ་སོགས་ལྟ་བ་ཕྱིན་ཅི་ལོག་པ་དུ་མ་སྐྱེས། རང་གི་ལུས་ལོངས་སྤྱོད་སོགས་ལ་བརྟེན་པའི་ཆགས་པ་དེ་ལ་བརྟེན་ནས་ང་རྒྱལ་དེ་ལ་བརྟེན་ནས་ཕྲག་དོག་དེ་རེ་ནས་སེར་སྣ་རྣམས་བྱུང་གཞན་ལ་བརྟེན་ནས་ཞེ་སྡང་དེ་ལ་བརྟེན་པའི་ཁྲོ་ཚིག་ཁུན་ཚིག་སོགས་བྱུང་ཞིང་ཉོན་མོངས་པ་དུག་གསུམ་པོ་དེ་མེད་ན་ལས་བསགས་མི་སྲིད། དུག་གསུམ་མེད་ན་ལས་བསགས་ཀྱི་མ་རེད་གསུང་བ་རེད། འདི་ལ་དེ་ནི་མགོན་པོ་ལི་ཀྲུའུ་གསུངས་དེ་ལྟར་ད་ག་རེ་རེ་བ་གཅིག་ཞིག་ཕུང་པོར་འཛིན་ཡོད་པ་ཕུང་པོ་ལ་འཛིན་པའི་བློ་དེ་ཡོད་ཅེས་དྲན་ལ། དེ་དེ་སྲིད་དེ་ལ་ང་འཛིན་ཡོད་རེད་ད་ཕུང་པོར་འཛིན་པ་ཡོད་ཟེར་ཡག་དེ་གཏི་མུག་དེ་འཛིན་ནས་བཞག་པ་རེད་བ། དེ་སྲིད་དེ་ལ་ང་འཛིན་ཡོད་ཟེར་ང་རེ་འཛིན་པ་དེ་ད་ང་ལ་ཡག་པོ་བྱུང་ན་ཆགས་པ་ཅིག་གི་རེད་དེ་ཡང་ང་འཛིན་རེད། ང་ལ་ཡ་གཅིག་གི་གཏམ་སྡུག་ཅག་བཤད་ཡག་འདྲ་བོ་དང་མི་ཁ་བཏང་ཡག་འདྲ་བོ་དང་དམོད་མོ་རྒྱག་པ་ལྟ་བུ་དང་གཅིག་གི་སྨད་ར་བཏང་བྱུང་ན་ང་དགའ་གི་མ་རེད། ང་ལ་ཡ་མིག་ལོག་བཏང་ན་ང་དགའ་གི་མ་རེད། ང་ལ་ཚིག་ངན་པ་བསླབས་ན་ང་དགའ་གི་མ་རེད། ང་ལ་ཡང་གཅིག་གཞན་གྱིས་བརྙས་པ་དང་སྨོད་པ་ལ་སོགས་པ་བྱས་ན་ང་དགའ་གི་མ་རེད་ཁོང་ཁྲོ་སྐྱེ་གི་རེད་བ་དེ་ལ་བརྟེན་ནས་ང་འཛིན་ལ་བརྟེན་ནས་སྡང་བ་སྐྱེས་སོང་བ། ང་ལ་བསྟོད་ར་བཏང་ན་ང་དགའ་གི་རེད། ང་ལ་བྱམས་པོ་བྱས་ན་ང་དགའ་གི་རེད། ང་ལ་བཀུར་སྟི་ཞུས་ན་ང་དགའ་གི་རེད། ང་ལ་སྙན་གྲགས་ཐོབ་ན་ང་དགའ་གི་རེད། ང་ལ་དཔལ་འབྱོར་ལོངས་སྤྱོད་གཞན་གྱིས་སྤྲད་ན་ང་དགའ་གི་རེད་དེ་ལ་བརྟེན་ནས་ཆགས་པ་ཐམས་ཅད་ཡང་ང་འཛིན་ལ་བརྟེན་ནས་སྐྱེས་སོང་བ། ཨོ་དེ་ལ་ང་འཛིན་ཟེར་ཡ་དེ་དེ་རེད། ཆགས་སྡང་གཉིས་ཀ་དང་འབྲེལ་བ་འདུག་བ། ངར་འཛིན་ཏེ། དེ་ལ་བརྟེན་ནས་ངར་འཛིན་པས་ངར་འཛིན་པ་དེ་ལ་བརྟེན་ནས་ཆགས་ཆགས་པ་གཅིག་ཡོང་གི་འདུག་བ། ངར་འཛིན་པ་ལ་བརྟེན་ནས་སྡང་བ་ཡོང་གི་འདུག་བ། དེ་ལ་སོགས་པ་ཉོན་མོངས་ལྷག་མ་ཐམས་ཅད་ཀྱང་ངར་འཛིན་ལ་བརྟེན་ནས་ཡོང་དགོས་བ་རེད། ངར་འཛིན་མེད་ན་ཆགས་སྡང་གི་བློ་ཡོང་གི་མ་རེད་ཟེར་ཡ་དེ་དེ་ལ་བརྟེན་ནས་སོང་བ་རེད་ཇི་སྲིད་ཕུང་པོ་འཛིན་ཡོད་པ་སྲིད་དུ་རྩ་བ་མ་རིག་པ་བཞག་དེ་ལ་བརྟེན་ནས་དེ་ནི་ངར་འཛིན་སྐྱེ་བ་རེད། ངར་འཛིན་ཟེར་ལ་ཡང་དུ་ང་ཟེར་ཡ་དེ་རེད། ང་ཟེར་དེ་ག་རེད་ཟེར་ན་ཆགས་སྡང་གི་བློ་སྐྱེ་རུང་གི་རྐྱེན་བྱེད་མཁན་དེ་ལ་ངར་འཛིན་ཟེར་གི་རེད་ད། ལྷོའི་དུ་བ། ཅིག། ཕྲག་དོག་བཅས་ཆོག་ཆོག། སེར་སྣ་ཡང་ཡོང་ཆོག་ཆོག། ང་རྒྱལ་ཡང་ཡོང་རྒྱུ་ཡོད་པ། དེ་ནས་ཅིག་ཆགས་པ་དང་སྡང་བ་ལ་སོགས་པའི་རྣམ་རྟོག་ལས་སུ་མ་རུང་བའི་ཕྱིན་ཅི་ལོག་པའི་རྣམ་རྟོག་མང་པོ་ཅིག་གཅིག་རྗེས་གཉིས་མཐུད་ཀྱི་ཐོག་ནས་ཡོང་ཐུབ་ཡ་དེ་རྐྱེན་དགོས་ཀྱི་འདུག་བ་རྐྱེན་མེད་ན་ང་ཚོ་ཡོང་གི་མ་རེད་རྐྱེན་དེ་ལ་བརྟེན་ནས་ང་ཚོ་ཡོང་བསྡད་པ་ཡིན་དུས་དེ་གང་ཞིག་ལ་ངོས་འཛིན་དགོས་ན་ངར་འཛིན་པ། དེ་རེད། ཇི་སྲིད་ཕུང་པོ་འཛིན་ཚེ་ང་འཛིན་ཡོད་ད་དེ་ལ་བརྟེན་ནས་ལས་བསགས་པ་རེད་ཆགས་སྡང་གི་བློ་སྐྱེས་ཡོང་དུས་དེ་མ་ཐག་ཏུ་ལས་བསགས་ཡོང་བ་རེད་ད་ལས་འཕྲོ་བརླག་འགྲོ་གི་མ་རེད་ལས་བསགས་ཚར་ན་ལས་འཕྲོ་བརླག་འགྲོ་གི་མ་རུང་བ་དེ་ཡིན་དུས་ལས་བསགས་པ་རེད་དེ་ལས་བསགས་ཚར་བའི་ཆུ་བོ་ལྟ་སྟེ་འཁོར་བ་ལ་སྐྱེ་བ་འགྲུབ་པ་རེད་འཁོར་བ་ལ་སྐྱེ་བ་འགྲུབ་ཚར་དུས་མི་འདོད་ཕྱིར་དུ་དེ་ནས་སྡུག་བསྔལ་གྱི་ཁུར་ཆེན་པོ་དེ་ང་ཚོའི་ཞོར་ལ་ཡོང་གི་ཡོད་རེད་ལུས་ལ་ལུས་དང་སེམས་ཀྱི་སྡུག་བསྔལ་དེ་ཚོ་དེ་ལ་བརྟེན་ནས་ཡོང་གི་ཡོད་རེད་ད་སྐྱེ་བའི་མཐར་ཡོང་གི་འདུག་བ་དེ་འདྲ་ཡིན་དུས་ད་དེ་འདྲ་གི་སྡུག་བསྔལ་དེ་ཟད་དགོས་ཀྱི་ཡོད་ན་ཡ་ཡ་ཡ་ཡ་གཏུགས་དགོས་ཀྱི་འདུག་བ་ད་ཡ་ཡ་ཡ་འགྲོ་ཡོང་དུས་དེ་རྩ་བ་མ་རིག་པ་བར་དུ་ཤ་ཚང་ཟད་དགོས་ཀྱི་རེད་གསུངས་བ་རེད་དོ། དེ་ལ་བརྟེན་ནས། འཁོར་བ་ཕྱམ་གཅིག་གི་རྩ་བ་དེ་ཅི་ནུས་ཀྱིས་སྤང་དགོས། འཁོར་བའི་ལས་ཀྱང་བསྡུ་ན་བསོད་ནམས་མ་ཡིན་པའི་ལས་མི་དགེ་བ་བཅུ་ཡིས་ཆགས་ཐོབ་པ་ངན་སོང་གསུམ་དུ་སྐྱེ། ཨ་ནི་བསོད་ནམས་ཀྱི་ལས་ལ་བརྟེན་ནས་མྱ་ངན་ལས་འདས་པའི་བསམ་པས་མ་ཟིན་པའི་སྦྱིན་པ་སོགས་དགེ་བའི་མཐོ་རིས་ཀྱི་ལྷ་དང་མིར་སྤྱད། ད་མྱང་འདས་ཀྱི་བསམ་པས་མ་ཟིན་པ་ཟེར་དུ་འཁོར་གསུམ་རྣམ་པར་མི་རྟོག་པའི་ཤེས་རབ་ཀྱི་རྩིས་ཟིན་པ་ཡིན་ན་ནི་དགེ་བ་གང་དང་གང་བསྒྲུབས་པ་དེ་ཐམས་ཅད་བྱིན་པའི་གྱི་ལམ་ལ་འགྲོ་གི་ཡོད་རེད། ད་དེ་ལ་བལྟས་ན་ང་ཚོ་ཚོགས་རྣམ་པ་གཉིས་ཟེར་བསོད་ནམས་ཀྱི་ཚོགས་ཡེ་ཤེས་ཀྱི་ཚོགས་ཟེར་གཉིས་གསུང་གི་ཡོད་པ་རེད་དཔེར་ན་བསོད་ནམས་ཀྱི་ཚོགས་ཟེར་བཤད་ཡོད་ཚོད་ག་རེ་ཟེར་ན་དགེ་བ་གང་ཞིག་དཔེར་ན་ཤེས་རབ་ཀྱི་རྩི་ཡིས་མ་ཟིན་པའི་དགེ་བ་ཟག་བཅས་ཀྱི་དགེ་བ་དེ་ཐམས་ཅད་ལ་བསོད་ནམས་ཀྱི་ཚོགས་དེ་ཡེ་ཤེས་ཀྱི་ཚོགས་སུ་བསྒྱུར་བར་བྱེད་པ་ལ་འཁོར་གསུམ་རྣམ་པར་མི་རྟོག་པའི་ཤེས་རབ་ཀྱི་རྩིས་ཟིན་པའི་ཐོག་ནས་དགེ་བ་བསྒྲུབ་དགོས་ཀྱི་རེད། འོ་དེ་བསྒྲུབ་པ་ཡིན་ན་ནི་ཡེ་ཤེས་ཀྱི་ཚོགས་ལ་འགྲོ་གི་ཡོད་པ་རེད་དེ་འདྲ་ཡིན་དུས་བསོད་ནམས་ཀྱི་ལས་མྱང་འདས་ཀྱི་བསམ་གཏན་མ་ཟིན་པའི་སྦྱིན་པ་སོགས་དགེ་བ་ཐུགས་རྗེ་གང་དང་མིར་བཅས་མི་གཡོ་བའི་ལས་དེ་འཛིན་པ་དང་བཅས་པའི་བསམ་གཏན་གྱིས་ད་གཟུགས་ཁམས་དང་གཟུགས་མེད་ཁམས་ལ་སྐྱེ་གི་ཡོད་རེད་འདི་རེད། མདོར་ན་རྣམ་རྟོག་གི་བག་ཆགས་མ་སེལ་བའི་བར་དུ་ལས་བསགས་པ་རྒྱུན་མི་འཆད་ཅིང་དེ་ཡིས་ནོར་བའི་འཁོར་བའི་འཁྲུལ་སྣང་ཟད་མི་བྱེད་པས་བླུན་སོབ་ཅན་གྱི་སྟོང་སྒོམ་འབའ་ཞིག་ལས་ལས་འབྲས་ལ་བརྩི་སྲུང་མི་དགོས་པར་སེམས་ངོ་རྟོགས་སུ་བསྐྱེད་པ་ནི་བསྟན་པའི་ཆོས་མགོན་ཆེན་པོ་ཡིན་ནོ་གསུངས་པ་རེད། ད་དེ་འདྲ་གི་ལས་འབྲས་ལ་དོ་སྣང་མེད་ལས་འབྲས་ལ་བརྩི་སྲུང་མེད་ལས་འབྲས་ལ་རྩ་བ་ཆེ་བ་དང་རིན་ཐང་ཆེ་བ་མ་བརྩི་བར་དེ་ག་ཚ་བླུན་སོབ་ཅན་གྱི་སྟོང་སྒོམ་བྱས་ནས་ནི་ཅིག་ལྟ་བ་ཐོ་ཐོ་སྒོམ་ཐོ་ཐོ། འོ་དེ་འདྲའི་གཅིག་གིས་ཟབ་མོའི་གི་རྟགས་གཅིག་གསང་སྔགས་རྡོ་རྗེ་ཐེག་པའི་གི་རྟགས་ནི་དབང་བཞི་ཡི་གི་རྟགས་རིམ་པ་དེ་ཚོ་ལ་བརྟེན་ནས་རྣལ་འབྱོར་གི་ཏིང་ངེ་འཛིན་གི་ཉམས་ལེན་བྱས་ནས་རྟགས་ཚེ་འདི་རང་ལ་འཕྲོ་ཐུབ་པ་ཞིག་བྱེད་ཀྱི་ཡིན་ཟེར་ནས་བཤད་དེ་ནས་ཁ་ནས་གཅིག་རང་ཤར་རང་གྲོལ་རང་བྱུང་རིག་པ་དེ་ནི་གཅིག་མ་བཅོས་སོ་མ་གཉུག་མ་རང་བབས་ཟེར་རྟགས་ཚིག་མང་པོ་ཞིག་བེད་སྤྱོད་བཏང་མི་སྒོམ་མི་སེམས་མི་ནོར་མི་བྱེད་ཟེར་རྟགས་མང་པོ་བེད་སྤྱོད་བཏང་གི་ཡོད་རེད། ཆགས་ཞེན་གྱི་རྟགས་རྫོགས་ཞེན་གྱི་ཚིག་ཚེ་སྲོག་མང་པོ་བེད་སྤྱོད་བཏང་ལ་ནི་སྟོང་ཉིད་སྤྲོས་བྲལ་བའི་ཟུང་འཇུག་མཉམ་ཉིད་ལ་སོགས་པ་དེ་འདྲ་གྱི་རྟགས་ཚིག་མང་པོ་བེད་སྤྱོད་བཏང་ནས་ཅིག་གི་ལྟ་བ་ཐོག་ཐོག་སྒོམ་ཐོག་ཐོག་ལ་འཇུས་པ་ཡིན་ན་ཉེན་ཁ་ཆེན་པོ་རེད་དེ་ལ་ཕན་ཐོག་ཡོང་མ་རེད་གསུང་བ་རེད་དབུས་སུབ་ཅན་གྱི་སྟོང་སྒོམ་པ་ཞིག་ལས་འབྲས་ལ་བརྩི་སྲུང་མེད་པ། ཡིན་ན་ཡང་ཟབ་མོའི་ལྟ་སྒོམ་ཐམས་ཅད་ལ་ནི་ཡང་ལྟ་བ་ཐོག་ཉིད་སྒོམ་ཐོག་ཉིད་བྱེད་པ་ཡིན་ན་དེ་ཚོའི་གྲས་ནི་སངས་རྒྱས་བསྟན་པའི་གྱི་རྟགས་ཇག་པ་འདྲ་པོ་རེད་གསུང་བ་རེད་དོ་བསྟན་པའི་ཆོམ་རྐུན་ཡིན་ནོ། བསྟན་པའི་ཇག་པ་རེད་སོང་བ་རེད་འདུག་དེ་ཡིན་དུས་ད་དེ་ཚོའི་གྲས་དེ་སྤངས་ནས་དོན་དག་ག་རེ་ཟེར་ན་ལྟ་བ་མཐོན་པོ་ཕན་གྱི་མ་རེད་སོང་བ་མ་རེད་སྒོམ་མཐོན་པོ་ཟེར་ཚོ་སྒུག་གི་མ་རེད་སོང་བ་མ་རེད་ཡིན་ན་ཡང་དེ་ཚོ་ཡང་དག་པ་ཡོང་ཡ་ལ། དེ་ལྟ་བུའི་གི་ལྟ་བ་ལྟ་བ་རྣམ་པར་དག་པ་སྒོམ་རྣམ་པར་དག་པ་སྤྱོད་པ་རྣམ་པར་དག་པ་ཡོང་ཡ་ལ་ང་ཚོ་དང་པོ་རྨང་གཞི་སྒུག་གི་རེད་རྨང་གཞི་དེ་བཅོམ་ལྡན་འདས་ཀྱི་དང་པོ་ཡུལ་བ་ར་ན་སའི་དྲང་སྲོང་སྣང་བ་རི་དྭགས་ཀྱི་ནགས་སུ། ཆོས་འཁོར་རིམ་པ་དང་པོ་སྐོར་ཡོང་པའི་སྐབས་སུ་ལ་སྡུག་བསྔལ་ཤེས་པར་བྱའོ་ཟེར་མཁན་དེ་སྡུག་བསྔལ་ཤེས་བྱ་ནི་འགོ་བཙུགས་ཡོད་རེད་དེ་མ་གཏོགས་སྟོང་ཉིད་སྤྲོས་བྲལ་དེ་ཚོ་སོགས་ལ་གསུངས་ཡོད་མ་རེད་དེ་འདྲ་ཡིན་དུས་དང་པོ་སྡུག་བསྔལ་ཤེས་པར་བྱའོ་ཟེར་དེ་ནི་ཆོས་དེ་རྩ་བ་ཆེན་པོ་ཡིན་པ་ཡིན་དུས་དང་པོ་དེ་སོང་བ་རེད་ལམ་གྱི་རིམ་པ་ལ་འཇུག་དགོས་པར་རེད་བ་ང་ཚོ་སངས་རྒྱས་ཀྱི་བསྟན་པའི་རྗེས་འཇུག་རེད་སངས་རྒྱ་བའི་བསྟན་པ་ལ་འཇུག་ཡོང་དུས་ལམ་གྱི་རིམ་པ་དང་སྦྲགས་ནས་འགྲོ་དགོས་བ་མ་གཏོགས་ལྟོས་ནས་ཅིག་རང་གི་ཕོ་ཚོད་དང་བསྟུན་ནས་འཇུག་འཇུག་ཡག་གི་ལམ་གྱི་རིམ་པ་གསུངས་ཡོད་མ་རེད་དེ་འདྲ་ཡིན་དུས་རྒྱ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་ཟེར་དེ་ལམ་རིམ་ཟེར་ཡག་དེ་ཚོ་བྲིས་རེད་ད་ལྟ་ཨིན་ནས་ཅིག་གི་ཙོང་ཁ་པའི་ལམ་རིམ་ཡིན་ན་ཡང་འདྲ་འདུག་ང་རང་ཚོ་ཅིག་ད་དྭགས་པོ་ཐག་ཆེན་ཡིན་ན་ཡང་འདྲ་འདུག་དེ་ནང་བཞིན་གྱི་ད་ལམ་རེད་ལམ་རིམ་མང་པོ་ཡོད་རེད་དེ་ཚོའི་ནང་ལ་ཡང་རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་དེ་ཚོའི་ཁྲིད་ལྟར་ཡང་སྐད་ལྟ་བུ་བྱེད་རེད་སྐད་འོག་མ་ལ་བརྟེན་ནས་སྐད་གོང་མ་ལ་འཛེག་དགོས་པ་སྐད་དེའི་གོང་མ་ལ་འཛག་ཡ་ལ་སྐད་གཉིས་པ་དེ་ལ་བརྟེན་ནས་འཛེག་དགོས་བ་མ་གཏོགས། ཡར་ཆོམ་བཞག་པ་ཡིན་ན་ཉེན་ཁ་ཆེན་པོ་ཡོད་པ་རེད། དེ་འདྲ་ལ་བརྟེན་ནས་མ་ནི་ཡ་ཞེས་ནས་ལྟ་བ་རེ་འཇུག་སྒོམ་པ་རེ་འཇུག་སྤྱོད་པ་རེ་འཇུག་ཞེས་ནས་མ་གསུང་ཡོང་ར་བ། དཔེར་ན། བརྟག་པ་གཉིས་པ་ནང་ལ་ཡང་དཔེར་ནི་དང་པོ་བྱེ་བྲག་སྣང་བ་སྟེ་དེ་ཡི་རྗེས་སུ་མདོ་སྡེ་པ། དེ་ཡི་རྗེས་སུ་རྣལ་འབྱོར་པ་དེ་རྗེས་དབུ་མ་ཆེན་པོ་སྟེ་སྔགས་ཀྱི་རིམ་པ་ཀུན་ཤེས་ནས་དེ་རྗེས་ལྕེ་ཡི་རྡོ་རྗེ་སྟེ་འགྲུབ་འབྱུང་འདི་ལ་ཐེ་ཚོམ་མེད་ཟེར་ནས་རིམ་པ་དེ་ཚོ་དེ་རེ་ཟུང་ལ་ལྟ་བ་རེ་འཇུག་སྤྱོད་པ་རེ་འཇུག་ཐོག་ནས་སོང་ཡོང་གི་འདུག་བ་དེ་འདྲ་ཡིན་དུ་ད་རྒྱ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་དང་པོ་བཤད་ཡོང་དུ་གལ་ཆེ་ཤོས་ག་རེ་ཟེར་ན་ང་ཚོ་ལས་འབྲས་རེད་ད་དེ་རེད་འདུག་དབུ་མ་པ་ཡིན་ན་ཡང་འདྲ་འདུག་ལས་འབྲས་བཤད་དགོས་བ་རེད། འོ་རྫོགས་ཆེན་པ་ཡིན་ན་ཡང་འདྲ་ལས་འབྲས་གོ་གི་རེད། ཕྱག་ཆེན་པ་ཡིན་ན་འདྲ་དང་པོ་ལས་འབྲས་གོ་གི་རེད། དེ་རེད་མ་གཏོགས་ལས་འབྲས་ལ་བརྩི་སྲུང་མ་དགོས་བ་བྱེད་སྐྱེ་བ་སྔ་ཕྱི་ལས་རྒྱུ་འབྲས་ས་ལམ་གྱི་རྣམ་བཤད་འདི་ཚོ་བྲིས་ཏེ་སྣང་མེད་བཏང་ནས་གུ་གུ་མ་རེད་ཟེར་བྱེད་ནས་བཤད་དེ་ཚོ་སྟོང་པ་ཉིད་རེད་སྤྲོས་པ་དང་བྲལ་བ་རེད་ཟེར་ངོ་བ་དེ་ག་རེད་ཟེར་ན་རྟོགས་ཉིད་རེད་གསལ་ངོ་རྟག་པ་རེད་ཟེར་ལབ་པ་ཡིན་ན་དེ་གིས་ཕན་ཐོགས་ཡོང་གི་མ་རེད་ས་གང་ཡང་ཆོད་ཐུབ་གི་མ་རེད་ས་གང་དུ་ཡང་བགྲོད་ཐུབ་གི་མ་རེད། དེ་གི་ཅིག་གི་ཤེས་ན་ཕན་བདེ་འགྲུབ་ཐུབ་པོ་མ་རེད། དེ་ལ་བརྟེན་ནས་འདི་ལ་ཡང་ད་སེམས་ངོ་སྟོང་སོགས་སྐྱེས་པ་འདི་བསྟན་པའི་ཆོམ་རྐུན་ཆེན་པོ་ཡིན་ནོ་གསུངས་ན་དེ་རེད། དེ་འདྲ་ཡིན་དུ་དབུ་མ་རྩ་བ་ཤེས་རབ་ཀྱི་ནང་ལ་རབ་བྱེད་བཅུ་བདུན་གྱི་ནང་ལ་ཡང་ལས་འབྲེལ་བཏགས་པ་གསུངས་ཡོད་དུ་ཡང་དཔེ་ཟ་བོ་གསུངས་འདུག་བ་སྟོང་པ་མ་རེད་ཟེར་ཆད་པ་མ་རེད་ཟེར་འཁོར་བ་དང་ནས་འཁོར་བ་འཁོར་བ་ལས་བསགས་ནས་ལས་འཕྲོ་བརླག་འགྲོ་གི་མ་རེད་དེ་ལ་བརྟེན་ནས་ལས་འབྲེལ་ཆད་པ་མ་རེད། ཨོ། ལས་འབྲས་རྟག་པ་ཡང་མ་རེད། ག་རེ་ཟ་ན། ལས་བསགས་ཚར་བའི་ཤུགས་དང་ལས་ཟད་འགྲོ་གི་རེད། རེད་དམ། ལས་འབྲས་རང་བཞིན་གྱིས་བདེན་པ་མ་གྲུབ་པ་ལ་བརྟེན་ནས་ལས་འབྲས་ཀྱི་འབྲེལ་པ་ཡོང་གི་ཡོད་རེད། ལས་དང་འབྲས་བུའི་འབྲེལ་བ་ཡོང་དགོས་ཡ་དེ་ལས་འབྲས་བདེན་པར་གྲུབ་ནས་ལས་འབྲས་ཡོང་གི་ཡོད་མ་རེད། ལས་འབྲས་རང་བཞིན་གྱིས་མ་གྲུབ་པ། ལས་འབྲས་མིང་རྐྱང་བཏགས་ཡོད་ཙམ་ཡིན་པ། ལས་འབྲས་མིང་ཙམ་ཡིན་པ། གཅིག་གཉིས་འདི་བ་ཙམ་ཡིན་པ། ལས་འབྲས་ཨོ་ཡེ་བ་རྟགས་ཙམ་ཡིན་པ་ཀུན་ནས་བཏགས་པའི་གི་ཆོས་ཙམ་ཞིག་རེད་མ་གཏོགས་རང་གི་བདེ་ལུགས་ནས་གྲུབ་པ་དང་རང་གི་ངོ་བོ་ཉིད་ཀྱིས་གྲུབ་པའི་ལས་འབྲས་ཡོད་མ་རེད། དེ་ལ་བརྟེན་ནས་ལས་འབྲས་ཀྱི་འབྲེལ་བ་ཡོང་གི་རེད། དེ་ལ་བརྟེན་ནས་ཇི་ཙམ་སྟོང་ཉིད་ལ་ཡང་ངེས་ཤེས་སྐྱེས་ཡོང་དུས་དེ་ཡིས་འཚོལ་ཅིང་ཨ་ནེ་ཀུན་རྫོབ་རྟེན་འབྲེལ་གྱི་སྣང་བ་དེ་ཚོའི་གྲས་ལ་རྩིས་ཆེ་རུ་འགྲོ་བ་རེད་མ་གཏོགས་སྟོང་ཉིད་རྟོགས་ཡོང་དུས་ལས་འབྲས་འཇོག་མྱོང་དང་སྤྱོད་པའི་ལྟ་བ་དེ་ལྟ་བ་ངན་པ་ཡིན། དེ་འདྲ་བའི་ལྟ་བ་ངན་པ་དེ་མ་རྟོགས་གི་བར་དུ་བྱང་ཆུབ་གསུམ་གའི་ཐར་བ་ཐོབ་གི་མེད་གསུང་ཡག་གི་མཁས་པ་ཐམས་ཅད་གསུང་ཡག་དེ་དེ་རེད་གསུང་བ་རེད་འགྲོ་བ་དེ་འདྲ་ཡིན་དུས་ང་ཚོ་གོ་བ་ཕྱིན་ཅི་ལོག་ཡོང་དུས་ཨོ་ད་སྟོང་ཉིད་རྟོགས་ཚར་བ་རེད་ལས་འབྲས་དགོས་གི་མ་རེད། སྟོང་ཉིད་རྟོགས་ཚར་བ་རེད་སྐྱེ་བ་སྔ་ཕྱི་ཡོད་མ་རེད་སྟོང་ཉིད་རྟོགས་ཚར་བ་རེད་རིམ་པ་གཉིས་ཀྱི་རྣལ་འབྱོར་ཉམས་ལེན་བྱེད་དགོས་གི་མ་རེད་སྟོང་ཉིད་རྟོགས་ཚར་བ་རེད་གང་བྱས་ན་འགྲིག་གི་རེད་རང་དབང་ཡོད་རེད་ཟེར་བའི་སྐད་ཆ་བཤད་པ་ཡིན་ན་དེ་ཉེན་ཁ་ཆེན་པོ་ཡོད་རེད་དེ་ལ་བརྟེན་ནས་ལམ་གྱི་རིམ་པ་དེ་ཚོ་དེ་ཡི་ནང་ལ་ཡང་ཡང་དག་པའི་གི་ལྟ་བ་ཡང་དག་པའི་གི་ལམ་གྱི་རིམ་པ་དེ་ཚོ་རྣམས་ལ་འགྲོ་དགོས་ན་དེ་ནི་སྔོན་རྒྱ་གར་འཕགས་པའི་ཡུལ་གྱི་མཁས་གྲུབ་ཐམས་ཅད་ཀྱིས་གསུངས་པའི་ལམ་དེ་གཞི་ལ་བཞག་དེ་ཚོའི་གི་ལྟ་གྲུབ་དེ་ཚོ་རྩ་བ་ལ་བཞག་ཡོང་དུས་ང་ཚོ་ཉམས་ལེན་དེའི་སྟེང་ནས་འགྲོ་དགོས་གི་ཡོད་དུས་དེ་བས་ལྷག་པའི་ལྟ་གྲུབ་ཅིག་ང་ཚོ་ཡོང་ཐུབ་གི་མ་རེད་དེ་འདྲ་ཡིན་དུས། ལས་འབྲས་ལ་བརྩི་སྲུང་དང་ལས་འབྲས་རྩ་བ་ཆེན་པོ་ཡིན་པ་སྐྱེ་བ་སྔ་ཕྱི་ཟིན་དེ་རྩ་བ་ཆེན་པོ་ཡིན་པ་ཤེས་ཡོང་ལ་སྟོང་ཉིད་སྟོང་ཡིན་ལུགས་བསམ་པ་ལ་ཇི་ཙམ་སྟོང་ཉིད་ལ་ངེས་ཤེས་སྐྱེ་བ་དང་ཇི་ཙམ་ཟབ་མོ་སྤྲོས་པ་དང་བྲལ་བའི་སྟོང་པ་ཉིད་ཀྱི་གནས་སུ་ལ་ཡང་བློ་ནི་གཅིག་གི་ཡིད་ཆེས་དང་མོས་པ་དང་དེ་ལ་ཡང་ཉམས་མྱོང་དང་དེ་ལ་ཡང་སྒྲོ་འདོགས་ཆོད་ཡོང་དུས་དེའི་ཚོད་ཀྱི་ཨོ་ཀུན་རྫོབ་རྟེན་འབྲེལ་གྱི་སྣང་བ་ཟིན་ལ་དེ་བསམ་གྱིས་མི་ཁྱབ་པ་ཡིན་པ་རྒྱུ་དགེ་བ་བསགས་པ་ལ་བརྟེན་ནས་འབྲས་བུ་བདེ་བ་ཐོབ་པ་དེ་ཡང་རྒྱུ་མཚན་དང་ལྡན་པ་ལས་མི་དགེ་བ་བསགས་པས་དེ་ཡིས་འབྲས་བུ་སྡུག་བསྔལ་ཡོང་གི་ཡོད་པ་དེ་ཡང་རྒྱུ་མཚན་དང་ལྡན་པ། རྩ་བ་མ་རིག་པ་དེའི་ཆགས་སྡང་དེ་ཡི་ལས་བསགས་དེ་ལས་འཁོར་བ་ལ་བཅས་དེ་ལས་སྡུག་བསྔལ་འབྱུང་བའི་ཚུལ་དེ་ཚོ་ཡང་ངོ་མཚར་ཆེན་པོ་བསམ་གྱིས་མི་ཁྱབ་པ་ཡིན་པ་ལ་ད་རུང་ཡང་མོས་པ་དང་སྤྲོ་བ་ཆེ་རུ་འགྲོ་བ་རེད་མ་གཏོགས་སྟོང་ཉིད་རྟོགས་ཡོང་དུ་ལས་འབྲས་ལ་སྐུར་བ་ལྟ་ལོག་པར་ལྟ་བ་དེ་འདྲ་ཡོང་པ་ཡིན་ན་དེ་དབུ་མའི་ལྟ་བ་ལས་ཕྱིན་ཅི་ལོག་ཏུ་ཆོད་པའི་ལྟ་བ་ཡིན་གསུངས་ཡོད་དེ་དེ་རེད་འགྲོ་བ་དེ་འདྲ་ཡིན་དུས། ད་ལྟ་འདི་རྣམས་ལ་ཡང། དཔེར་ན་ཕྱག་རྒྱ་ཆེན་པོ་ཡིན་ན་ཡང་འདྲ་འདུག་རྫོགས་པ་ཆེན་པོ་ཡིན་ན་ཡང་འདྲ་འདུག་གསང་སྔགས་བླ་མེད་ཀྱི་ཉམས་ལེན་ཡིན་ན་ཡང་འདྲ་འདུག། ཇི་ཙམ་གྱིས་ལྟ་སྒོམ་མཐོན་པོ་ཞིག་ཡོད་པ་ཡིན་ན་ཡང་དེའི་ཚོད་ཀྱིས་དེ་ཙམ་ཞིག་གིས་ང་རང་ཚོ་གི་རྒྱུད་དུལ་ནས། ཅིག། རྒྱུད་དུལ་ནས་ལམ་འོང་མ་འོང་མ་ལ་དེ་ཙམ་ཞིག་གིས་ཡང་རྩ་བ་ཆེན་པོ་རིན་ཐང་ཆེན་པོ། བཅོམ་ལྡན་འདས་ཀྱི་ལས་འབྲས་ཀྱི་རྣམ་བཞག་གསུངས་པ་སྐྱེ་བ་སྔ་ཕྱི་གི་རྣམ་བཞག་གསུངས་པ། ས་བླང་གི་རྣམ་གཞག་གསུངས་པ་ལ་སོགས་པ་དེ་ཚོའི་ཁྲོད་དུ་ཡང་ནི་ངོ་མཚར་ཆེན་པོ་བསམ་གྱིས་མི་ཁྱབ་པ་རྒྱུ་མཚན་དུ་བསྟན་པ་ཇི་ཙམ་ཇི་ཙམ་ཡང་ནི་གཅིག་གི་ཟབ་མོའི་གི་གནད་ལ་ཡང་ཡིད་ཆེས་སྐྱེ་བས་དེའི་ཚོད་གཅིག་གི་ང་རང་ཚོ་ལག་ལེན་གི་ནང་ལ་ཡང་གཅིག་གཟབ་གཟབ་བྱེད་ཡ་དེ་ཚོའི་གྲས་དེ་དེ་ནི་ཡོང་གི་རེད་དེ་ཡོང་པ་ཡིན་ན་དེ་ནི་ཤིན་ཏུ་ཤིན་ཏུ་ངོ་མཚར་ཆེ་བའི་གི་རྣམ་ཐར་དེ་ཚོ་དེ་ཚོར་བ་དེ་ལ་བརྟེན་ནས་དྭགས་པོ་རིན་པོ་ཆེ་ལ་ཡང་མི་ལ་རས་པས་གི་གསུངས་པ་ནང་བཞིན་གི་ལྟ་བ་ནམ་མཁའ་དང་མཉམ་པ་ཡིན་ན་ནི་སྤྱོད་པ་བག་ཆེ་བའི་བཞི་པ་གོ་ཟེར་ཡ་དེ་དེ་རེད་འདུག་བ། དེ་ནས་དུ་སྒྲོ་འདོགས་སེམས་ལ་ཆོད་ཡོང་བ་རེད། སྒྲོ་འདོགས་སེམས་ལ་ཆོད་པའི་རྣལ་འབྱོར་པ་ཟེར་ཡག་དེ་སྒྲོ་འདོགས་སེམས་ལ་ཆོད་ཡོང་དུས་དེ་ལ་བརྟེན་ནས་དེ་འདི་ཅིག་ཁོ་འདྲའི་གི་རླངས་སོ་དེ་ཚོ་ཡང་ཁྲ་ལམ་མེར་མཐོང་ཐུབ་བ། ལས་འབྲས་ཀྱི་རྣམ་གཞག་དེ་ཚོ་དྲན་ཡང་གསལ་རིང་པོ་མཐོང་ཐུབ་གས་ལས་འབྲས་ཀྱི་རྣམ་གཞག་དེ་ཚོ་ཡང་ཤིན་ཏུ་ནས་ཀྱང་འབྲེལ་པ་ཆེན་པོ་ངོ་མཚར་ཆེན་པོ་རྟེན་ཅིང་འབྲེལ་བར་འབྱུང་བ་ཟེར་ངེས་དེ་ཤིན་ཏུ་ནས་ཀྱང་ཟབ་མོ་ཡིན་པ་དེ་འདྲ་ཅིག་ལ་མཐོང་ནས་ད་ནི་ང་ཚོ་ངེས་ཤེས་སྐྱེ་ཐུབ་བོ་རེད། དེ་ལ་བརྟེན་ནས་ད་ནི་ཅིག། རྟེན་ཅིང་འབྲེལ་འབྱུང་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ། དེའི་ཕྱིར་སྟོང་ཉིད་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ནོ་ཟེར་ཡ་དེ་སྟོང་རྟེན་འབྲེལ་གྱི་འབྲེལ་པ་དེ་ཚོ་ལ་ཡང་རྟེན་འབྲེལ་ཡེ་ཤེས་སྐྱེ་རུ་འགྲོ་ཐུབ་བོ། དེ་མེད་ན་དེ་ག་ཙག་ཅིག་རྟེན་འབྲེལ་དང་སྟོང་ཉིད་གཅིག་པ་རེད། རྟེན་འབྲེལ་ལ་བརྟེན་ནས་སྟོང་ཉིད་ཡོང་གི་རེད་སྟོང་ཉིད་དང་རྟེན་འབྲེལ་ཡོང་གི་རེད་ཟེར་བ་ཙམ་ཞིག་གིས་འགྲིག་གི་མི་འདུག་དེ་འདྲ་ཡིན་དུས་ཉམས་མྱོང་གི་སྟེང་ནས་ཡོང་དགོས་པ་ཡིན་དུས་དེ་ལ་ཡང་ཟབ་པོ་ཡོད་རེད་དེ་མི་ལ་རས་པ་ཁས་དེ་ལྟ་བུའི་གདམས་ངག་གསུང་དགོས་ཡ་དེ་དེ་རེད་དུའང་རྟོགས་པ་ནམ་མཁའ་དང་མཉམ་པ་ཡོང་ན་ཡང་སྤྱོད་པ་དེ་བག་ཆེ་བས་བྱེད་པ་དགོས། ལས་འབྲས་ལ་བརྩི་སྲུང་དགོས་ཀྱི་རེད། ལས་འབྲས་ལ་ཡ་ཡ་གནས་གཅིག་གིས་དོ་སྣང་དགོས་ཀྱི་རེད། ལས་འབྲས་ལ་ཡ་དེ་བརྩི་སྲུང་དགོས་ཀྱི་རེད། ལས་འབྲས་ལ་ཡང་གུས་པ་དགོས་ཀྱི་རེད་གསུངས་ཡོད་དེ་དེ་ལས་ཀྱང་ཡོང་གི་ཡོད་པ་རེད། དེ་ལྟ་བུའི་འཆར་ཀུན་ཆེན་པོ་ཡིན་ནོ། མི་དགེ་བ་བཅུ་འདི་ཤེས་བཞིན་དུ་སེལ་ན། སྲོག་ལ་ཆེ་ཆུང་མེད་དེ་གྲོག་སྦུར་ཚུན་ཆོད་སྲོག་གཅོད་པ་དང་གཞན་གྱི་ནོར་མ་བྱིན་པ་ལྐོག་ཏུ་བརྐུས་པ། སྡོམ་ལྡན་དང་བདག་པོ་གཞན་ཡོད་པ་སོགས་ཡུལ་གྱི་སྒོ་ནས་སྒྲོལ་བྱ་མ་ཡིན་པ་སྦྲུམ་མ་རྣམས་ནག་པོ་ནད་བུ་སྐྱེས་སོགས་ཀྱི་ཚུལ་གྱི་སྒོ་ནས་སྒྲོལ་བྱ་མ་ཡིན་པ་དང་ཆུ་ཚན་གྱི་ཁང་པ་སོགས་ནད་ཀྱི་སྒོ་ནས་སྒྲོལ་བྱ་མ་ཡིན་པ། ཁ་དང་བཤང་ལམ་སོགས་ཀྱི་བརླ་སྒོ་ནས་འགྲོས་བྱ་མ་ཡིན་པ་དང་བཞི་པོ་དེ་དག་ལ་མི་ཚངས་པ་སྤྱོད་པ་བྱེད་ཅིང་ལུས་ཀྱིས་མི་དགེ་བ་གསུམ་ཤས་གཞན་དུ་མི་བསྟན་པར་སྣང་བའི་བརྫུན། འཁོན་སེལ་གྱི་གཞིར་བཅོལ་བའི་སྤྲུགས་སེལ་གནང་བའི་ཕྲ་མ། རྐུན་མ་དང་བྱ་བ་སོགས་གཞན་གྱི་སྐྱོན་བརྗོད་ཀྱིས་དེ་ཡི་ཞེ་ལ་འཕོ་བའི་ཚིག་རྩུབ། དམག་དང་ཚོང་དང་བུད་མེད་ཅེས་གཏམ་དང་བློ་གྲོས་རྩེད་མོ་སོགས་ངག་འཁྱར་ཏེ་ངག་གི་མི་དགེ་བ་བཞི། གཞན་གྱི་ནོར་དང་བུད་མེད་སྙན་གྲགས་གསུམ་ང་ལ་ཡོད་ན་སྙམ་པའི་བརྣབ་སེམས། གཞན་གྱི་བདེ་འབྱོར་ལ་མི་དགའ་བའི་གནོད་སེམས་ཚེ་སྔ་ཕྱིའི་ལས་སྦྱོར་འབྲས་དཀོན་མཆོག་གི་ཡོན་ཏན་སུ་ལ་ཡིད་མི་ཆེས་པའི་ལོག་ལྟ་བཅས་ཡིད་ཀྱི་མི་དགེ་བ་གསུམ་སྟེ་བསྡམས་པའི་མི་དགེ་བ་བཅུ་པོ་དེ་ནི་ཆར་གཏོགས་སྤྱོད་པའི་རྣམ་སྨིན་གྱི་ངལ་སོ་སོར་འདུ་བྱེད་ཤིང་མེ་རི་བཅས་ཀྱི་སྲོག་གཅོད་པ་ནས་ཚེ་ཐུང་མ་བྱིན་པ་བླང་བའི་དབུལ་པོར་འགྱུར་བ་སོགས་སྡུག་བསྔལ་དུ་མ་བསྐྱེད་པ་རྣམ་པ་ཀུན་ཏུ་རང་གིས་མི་བྱེད་གཞན་བྱེད་པ་ལས་བཟློག་བྱེད་པ་ལ་འགྱོད་མི་དགེ་བ་དེ་ལས་བཟློག་པ་སྲོག་མི་གཅོད་ཀྱི་སྲོག་བསླུ་བ་མ་བྱིན་པ་གཞན་ལ་མི་གནོད་ཅིང་རང་གི་ཟས་ནོར་སྦྱིན་པ་བཏང་བ་ཚུལ་ཁྲིམས་ངོ་འཁོར་མེད་པར་བསྲུང་བ་བདེན་པར་སྣང་བ་ཕྲ་མེན་བྱེད་བ་བཟླུམས་པ་ངག་འཇམ་པོར་སྤྱོད་པ། གཞན་གྱིས་འཇོག་པ་དང་རྗེས་སུ་ཡི་རང་བ་གཞན་ལ་ཕན་སེམས་འབའ་ཞིག་བྱེད་པ་ཆོས་ལུགས་གྲུབ་ན་སུ་དང་སུ་ཡི་ཡོན་ཏན་ཐོས་ཀྱང་དེ་ལ་མི་མོས་ཤིང་རྒྱལ་བའི་བཀའ་ལ་ཡིད་ཆེས་པ་བཅུའི་བཅུ་པོ་ནི་དགེ་བ་བཅུ་དེ་རང་ཡང་ཅི་ནུས་བསྒྲུབ་གཞན་རང་ཡང་བྱེད་དུ་འཇུག་ཅེས་པ་ལ་རྗེས་སུ་ཡི་རང་བ་བསྒོམ་པའི་འབྲས་བུ་མཐོ་རིས་སུ་ཚེ་རིང་ཞིང་འབྱོར་པ་ཆེ་བ་སྐྱེ་བ་སོགས་ཕན་ཡོན་དུ་མ་དང་ལྡན་པ་ཡིན་ལ། ཆོས་ལུགས་གྲུབ་མཐའ་སུ་དང་སུ་ཡི་ཡོན་ཏན་ཐོས་ཀྱང་དེ་ལ་མི་མོས་ཟེར་ཏེ། ལྷག་པར་ནང་པ་ནང་ན་ཡར་སྐྱོན་ཆེ་ཤོས་ཅན་ཡིན་པ་ད་ང་རང་ཚོ་དུས་རྒྱུན་ཆོས་ལུགས་ཀྱི་ཐོག་ལ་ཡ་ང་ཡའི་ཆོས་ལུགས་བཟང་གཤིན་རྗེ་ཆོས་ལུགས་བཏང་ཟེར་ཡ་ནས་ཅིག་ཆོས་དང་གང་ཟག་ལ་ཡ་ཅིག་གིས་དམིགས་བཀུར་ཞུ་ཡ་འདྲ་པོ་དང་ཡ་ནས་ཅིག་དེ་ལ་ཡ་སྒྲོ་བཀུར་ཞུ་ཡ་འདྲ་པོ་དེ་འདྲ་མང་པོ་ཡོང་བསྡད་ཡོད་ད་དེ་ཚོ་དེ་ལས་ཡག་པོ་ཡོད་མ་རེད། རིས་སུ་མ་ཕྱེད་པའི་གི་རྒྱ་བལ་བསྟན་པ་མཐའ་དག་ལ་ཡ་དད་པ་དང་སྤྲོ་བ་ལ་ཐོག་ནས་དེ་ཐམས་ཅད་ལ་ཡ་སྡང་བ་དང་གུས་པ་དང་མོས་པ་བསྐྱེད་དགོས་ཀྱི་རེད་ད་དེ་ཚོ་ཞེ་དྲག་གལ་ཆེན་པོ་རེད་འདུག་བ། རིས་མེད་ཟེར་ཡ་དེ་སྤྱི་དང་མགོ་བདེ་པོ་ཙམ་གྱི་ལས་ཡ་རིས་མེད་ཟེར་གྱི་ཡོད་ས་མ་རེད། ཅེས་དང། ཡང་དེའི་གོ་བ་ཡག་པོ་ལན་མང་ཞུས་ཡོད་དུས་ང་རིས་མེད་ཡིན་ཟེར་བའི་སྐབས་སུ་ག་བ་འཛུལ་ནས་ཡང་གཅིག་འཛུལ་ཞོག་ཞོག་ཅིག་ཚང་མ་ག་ག་ས་ག་ནས་ཅིག་ཐོབ་ཐང་འདྲ་ཅིག་རག་དེ་འགའ་འདྲ་བོ་དེ་འདྲ་ཅིག་ལ་ཡང་རིས་མེད་ཟེར་གྱི་ཡོད་ས་མ་རེད་དེ་འདྲ་དུ་དང་པོ་རང་རང་སོ་སོ་གི་ལམ་ག་བ་ཅིག་ལ་ཞུགས་ཀྱི་ཡོད་ན་དེ་གི་ལམ་དེ་གཞི་ལ་བཞག་དེ་ཡིས་ལྟ་ཀུན་སྤྱོད་གསུམ་གྱི་ཉམས་ལེན་ཐམས་ཅད་དུ་མཐར་ཕྱིན་པར་བྱས་དེ་འགྲོ་འགྲོགས་སུ་ཚུད་ཚགས་སུ་ཚུད་དེ་ལ་བརྟེན་ནས་དེ་ཡི་རྒྱུད་དེ་སྨིན་ཡོང་དུས་དེའི་སྟོབས་ཀྱི་རང་བཞིན་ཉིད་ཀྱིས་བརྟེན་ནས་གཞན་གྱི་ལྟ་བ་དང་གཞན་གྱི་གྲུབ་མཐའ་ཐམས་ཅད་ལ་ཡང་བསྟུན་ཏེ་སྐྱོན་མ་མ་ཡིན་པ་དད་པ་གཅིག་རེ་དེའི་དཀྱེལ་ཡན་དུ་ཨ་ནི་གཞན་གྱི་ལེགས་ཆ་ཐམས་ཅད་དུ་ཚུལ་བཏུས་ཡུན་དུ་རང་གི། ལྟེ་གནས་གཅིག་གི་ཉམས་ལེན་དང་ལྟ་སྒོམ་གྱི་ཉམས་ལེན་དེ་ཚོ་བྲལ་ཏེ་གོང་འཕེལ་དུ་འགྲོ་བ་ཡོད་ཀྱི་ཆ་ཅན་ཆགས་ཀྱི་རེད་གྲོགས་ཆགས་ཀྱི་རེད། དེ་འདྲ་ཞིག་ཡིན་པ་ཡིན་ན་ད་ནི་རྒྱལ་བའི་བསྟན་པ་མཐའ་དག་ལ་ཡང་ད་ནི་གཅིག་གི་རིས་སུ་མ་ཕྱེ་བའི་རྒྱལ་བའི་བསྟན་པ་མཐའ་དག་ལ་དད་པའི་གི་མིག་ཡངས་པོ་མིག་ཡངས་པོ་ཕྱེ་བ་ཟེར་ཡ་ད་དེ་ལྟ་ནི་ཡོང་གི་ཡོད་རེད་གསུངས་པ་རེད་དོ། དེ་མེད་ན་སྐྱབས་སུ་འཆིའོ། རྩ་བ་ཆེན་པོ་རེད་ཟེར་བ་ཙམ་ཞིག་གིས་ང་ཚོར་དེ་རིས་མེད་ནང་ལ་འགྲོ་གི་མ་རེད། དེ་རིས་སུ་མ་མཆིས་པ་ཡོང་ཡང་ལ་རིས་སུ་མ་མཆིས་པའི་རྒྱ་བལ་བསྟན་པ་གི་ལྟ་བ་དང་དགོངས་པ་དང་གྲུབ་མཐའ་ག་འདྲས་ཞིག་ཡིན་ན་ཡང་དེ་ཐམས་ཅད་ལ་ཡང་གུས་པ་སྐྱེ་དགོས་ཀྱི་ཡོད་ན་དང་པོ་རང་རང་གི་ལྟ་གྲུབ་ཅིག་ཡོད་རེད་དེ་རྩ་བ་གཞི་ལ་བཞག་དེ་ལ་ཡང་སྒྲོ་འདོགས་ཆོད་དེ་ཡིས་ལྟ་དགོངས་ཀྱི་གནད་ཐམས་ཅད་དུ་སྒྲོག་ཆུད་པ་ཆུད་ནས་དེ་ཡོང་པ་ཡིན་ན་དེའི་སྟོབས་ཀྱིས་ཏེ་གཞན་ལ་རང་དབང་མེད་པའི་དད་པ་སྐྱེ་གི་རེད། མིག་ཕྱེ་ཐུབ་ཀྱི་རེད་དེ་བས་མིག་ཕྱེ་གི་རེད། གཞན་གྱིས་ཚུར་ཤོག་ངས་བསླབ་བྱ་བསྐྱར་བ་ཟེར་ཡག་མི་གོ་བར་རང་གི་ཅིག་ཡང་དག་པའི་ཤེས་རབ་ལ་བརྟགས་ཤིང་དཔྱད་ཡོང་དུས་གཞན་ལ་ཡང་གུས་པ་སྐྱེ་ཐུབ་ཀྱི་རེད་གསུངས་ན་དེ་ལ་བརྟེན་ནས་རིས་སུ་མ་ཆད་པའི་རྒྱལ་བའི་བསྟན་པ་ལ་དག་སྣང་བསལ་ཡག་དེ་དེ་རེད་ཤག་དེ་རེད་འདུག་ཨ། འགྲོ་ཆགས་ཉལ་འདུག་སོགས་དགེ་སྡིག་གཉིས་ཀ་མིན་པའི་ལས་ལུང་མ་བསྟན་སྣ་ཚོགས་པ་དུས་འདའ་བ་འདི་ཅང་རྣམ་སྨིན་བཟང་ངན་མྱོང་འགྱུར་མེད་ཅིང་མི་ཚེ་དོན་མེད་དུ་ཟད་པས་རྣམ་སྨིན་ལེ་ལོས་དབང་དུ་མི་བཏང་བར་དྲན་པ་དང་ཤེས་བཞིན་གྱི་སྒོ་ནས་དགེ་བ་འབའ་ཞིག་གིས་དུས་འདའ་བར་བྱ། ད་དྲན་ཤེས་དགོས་བ་རེད་ང་ཚོ་ལས་འབྲས་ཀྱི་སྤྱི་དང་ད་ལྟ་འདི་སྐབས་སུ་ལས་འབྲས་གསུང་གི་ཡོད་རེད་ལས་འབྲས་ཡག་པོ་ཡོང་ཡག་ན་ང་ཚོ་དྲན་ཤེས་དགོས་ཀྱི་རེད་དྲན་ཤེས་ཟེར་བའི་གར་ཟེར་བ་ཟེར་ན་སྤྱོད་འཇུག་གི་ནང་ན་གསུངས་པ་ནང་བཞིན་གྱི་དྲན་པ་དང་ཤེས་བཞིན་གཉིས་འདུག་ག་ལེའུ་ཞེས་པ་དེ་ད་ནས་ཤེས་བཞིན་ལེའུ་རེད་ད། དྲན་པ་དང་ཤེས་བཞིན་ཟེར་ལ་དྲན་པ་ཟེར་ཏེ་ཤེས་བཞིན་རེད་དང་པོ་ཤེས་བཞིན་ཟེར་བའི་གར་ཟེར་ན་དུས་རྒྱུན་དུ་ལུས་ངག་ཡིད་གསུམ་གྱི་བྱ་བ་གང་དང་གང་བརྩམས་པ་ཡིན་ན་ཡང་དེ་བག་ཡོད་པའི་གི་རྩིས་ཟིན་པའི་ཐོག་ནས་སེམས་རྣམ་གཡེང་མེད་པའི་ཐོག་ནས་བྱ་བ་བྱེད་དགོས་ཀྱི་རེད། ལུས་ཀྱི་དགེ་བ་བསྒྲུབས་ན་ཡང་དེ་ལྟ་བུའི་བག་ཡོད་ཀྱི་རྩིས་སེམས་འགུག་གི་རེད། ངག་གི་དགེ་བ་བསྒྲུབས་ན་ཡང་བག་ཡོད་ཀྱི་རྩིས་སེམས་འགུག་གི་རེད། ཡིད་ཀྱི་དགེ་བ་བསྒྲུབས་པ་ཡིན་ན་ཡང་བག་ཡོད་ཀྱི་རྩིས་སེམས་འགུག་གི་རེད། དང་པོ་ཀུན་སློང་རྟགས་འགུག་གི་འདུག་དངོས་གཞིའི་ཉམས་ལེན་གྱི་སྐབས་སུ་ལ་ཡང་འདི། དེ་འདི་ཅིག་གིས། ཆོས་རྣམ་དག་ལ་འགྲོ་གི་འདུག་དང་མི་འདུག་ཆོས་ཆོས་སུ་འགྲོ་གི་འདུག་དང་མི་འདུག་གི་རྟགས་བཞིན་དཔྱད་ནས། དེ་ནི་ཆོས་སུ་མ་འགྲོ་བ། སྤྱོད་ལམ་ངན་པ། ཀུན་སློང་ངན་པ། ཅིག་གིས་དེ་འདྲ་གི་དམིགས་ཡུལ་ངན་པ་ཅིག་ཡོད་པ་ཡིན་ན། དེ་ཁ་ན་དེ་དེའི་མོད་ལ་གཡུག། ཞག་འགུག་གི་ཡོད་རེད་གསུངས་པ་རེད་དེའི་མོད་ལ་དོར་འགུག་གི་རེད། དེ་འདྲ་དེ་ལ་ཕན་པ་ལས་གནོད་པ་ཚབས་ཆེ་བ་ཡོད་འདུག་ཞག་འགུག་གི་རེད། ད་དེ་འདྲ་གི་བརྟག་དཔྱད་བཏང་པ་དེ་ལ་ཤི་ཞིང་དུས་རྒྱུན་དུ་ནས་ཅིག་བག་ཡོད་པའི་གི་ནང་ཆོས་གི་ནང་ལ་བསྡད་བསྡད་ཡ་དེ་ལ་ཤི་ཞིང་སོང་བ་རེད་ད་དྲན་པ་ཟེར་བ་དེ་ག་སེ་ཡང་བག་ཆགས་ངན་པའི་སྟོབས་ཀྱིས་སེམས་དེ་ཆགས་སྡང་གི་རྣམ་གཡེང་དུ་སོང་ནས་ཕ་ལྟ་ནང་ལ་དགེ་བ་བསྒྲུབ་པ་ཡིན་ན་ཡང་ཨ་ནི་ཅིག་ངོ་བོ་དེ་ཡང་མི་དགེ་བ་དང་སྡིག་པའི་ལས་ལ་འགྲོ་གི་འདུག་བསམ་པ་འདྲ་བོ་བྱུང་ན་ཕྱི་མ་ངན་སོང་གི་སྡུག་བསྔལ་བསམ་དགོས་པ་རེད་དམྱལ་བའི་སྡུག་བསྔལ་བསམ་པ་ཡི་དྭགས་ཀྱི་སྡུག་བསྔལ་བསམ་པ་དུད་འགྲོའི་གི་སྡུག་བསྔལ་བསམ་པ་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་བསམ་ནས་ཨོ་འཁོར་བ་ཐོག་མེད་ནས་ཤི་ནས་ད་ལྟ་བར་དུ་ལི་ཡ་སྡུག་ལ་སྦྱོང་མཁན་དེ་དེ་འདྲ་གི་ད། ཕྱིན་ཅི་ལོག་གི་རྣམ་རྟོག་ལས་བརྟེན་ནས་བྱུང་བ་ཡིན། དུས་ད་ཙམ་ཡང་ངས་བླ་མ་བསྟེན་ཁུལ་བྱས་ཆོས་སྒྲུབ་ཁུལ་བྱས་ཆོས་ཉམས་ལེན་བྱེད་ཁུལ་བྱས་ན་ཡང་སེམས་དེ་བག་མེད་ཀྱི་གོམ་པ་དེ་ཤུགས་ཆེ་དྲགས་པ་ཡིན། དུས་ད་ལྟ་ཡང་དེ་འདྲ་ཅིག་ཚགས་སུ་ཚུད་ཐུབ་མི་འདུག་རང་དབང་དུ་བསྒྱུར་ཐུབ་མི་འདུག་ད་དེ་འདྲ་བྱས་པ་ཡིན་ན་ད་རུང་ཡང་མུ་མེད་པའི་གི་ངལ་སོང་གི་སྡུག་བསྔལ་དེ་མྱོང་གི་རེད་སྡུག་བསྔལ་དེ་ནི་ཞེ་སྡང་ཚ་བོ་ཡོད་སྡུག་བསྔལ་དེ་ནི་བཟོད་མ་ཐུབ་པ་ཅིག་ཡོད་དེ་ལ་བརྟེན་ད་ང་སྡུག་བསྔལ་དེ་མྱོང་འདོད་མེད་བཟོད་འདོད་མེད་དེའི་སྡུག་བསྔལ་དེ་དང་དུ་བླང་འདོད་མེད་དེ་ལས་ལྡོག་དགོས་ཀྱི་འདུག་བསམ་ནས་ཆེས་ངན་སོང་གི་སྡུག་བསྔལ་དང་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་ལ་བསམ་ནས་ཨ་ནེ་དེ་བློ་ལས་སུ་མ་རུང་བ་དེ་ཚུལ་བཟློག་ནས་ཨ་ནེ་བློ་ལས་སུ་རུང་བ་ལ་ཚུལ་བསྒྱུར་དགོས་ཀྱི་རེད་དེ་བསྒྱུར་བ་དེ་ལ་དྲན་པ། དེ་རེད་དོ། དེ་འདྲ་གི་ལྟར་དྲན་ཤེས་དེ་ལ་བརྟེན་ནས་དྲན་ཤེས་དེ་ང་ཚོའི་རྒྱུད་ལ་གནས་ཐུབ་ན་བག་ཡོད་པ། བག་ཡོད་པའི་རྣལ་འབྱོར་དང་བྱའོ་ཟེར་ཡ་དེ་རེད་བག་ཡོད་འདོད་སྲེད་གནས་ནས་བག་མེད་པ་འཆི་བའི་གནས་སུ་ཐོད་པའི་བཀའ་ཚར་ཏེ་སོང་ཡ་མགོན་པོ་ཀླུ་སྒྲུབ་ཀྱི་གསུང་བ་དེ་ལྟར་དེ་རེད་དོ་བག་ཡོད་པ་ཟེར་ཡ་དེ་ཅི་དང་གཟབ་གཟབ་བྱེད་ཟེར་གྱི་ཡོད་རེད་ད་ང་ཚོ་ཕ་གའི་ནང་ལ་བཞུད་པ་ཡིན་ན་ང་ཚོ་གཟབ་གཟབ་བྱེད་ཕ་ཚོའི་འགྲོ་དུས་བརྩམས་པ་ལ་གཟབ་གཟབ་བྱེད་ཀྱི་ཡིན་ན། ཨ་ནི། ཅིག་མ། ཐོག་ནས་མ། རྡོ་ཟགས་ཡོང་བ་འདྲ་བོ། ཤིང་ཟགས་ཡོང་བ་འདྲ་བོ། ཡང་ཅིག་གདོང་དྲུག་ཤོ་ཡ་ལ་སོགས་པ་དང་བདག་སྐྱོན་དང་རྨས་སྐྱོན་ལ་སོགས་པ་དེ་ཚོའི་འབྲེལ་དེའང་གང་གང་ལ་བརྟེན་ནས་བྱུང་བ་རེད་ཟེར་ན་བག་མེད་པ་ལ་བརྟེན་ནས་བྱུང་བ་རེད་སེམས་རྣམ་གཡེང་གི་དབང་དུ་འགྲོ་ཡི་འདུག་བསམ་པ་ལ། དེར་དེ་འདྲ་བའི་གི་དང་མི་འདོད་པའི་གི་རྐྱེན་ངན་པ་དེ་ཚོའི་འབྲེལ་ཡང་བག་མེད་པའི་དབང་གིས་བྱུང་བ་ཡིན་དུས་ཟབ་ཟབ་བྱས་ནས་ང་ཚོ་ཅིག་དུས་ཀྱི་འཕགས་སུ་འགྲོ་དུས་ཅིག་ཟབ་ཟབ་བྱས་ནས་འཕེལ་ཨ་ཟེར་གྱི་འདུག་བ་དེ་ན་ཅིག་ཟབ་ཟབ་བྱས་ནས་བག་ཡོད་དྲན་ཤེས་བྱས་ནས་འགྲོ་གི་ཡིན་ན་འཕེལ་གི་ཡིན་ན་གནང་གི་ཡིན་ན་དེ་ལ་བརྟེན་ནས་བརྟེན་ནས་མི་འདོད་པའི་རྐྱེན་ངན་པ་དེ་ཚོ་མང་པོ་ཅིག་ལྡོག་ཐུབ་ཀྱི་རེད། ཡོང་གི་མ་རེད། མང་པོ་ཡོད་པ་དེ་ཡང་མ་ཉུང་དུ་བཏང་ཐུབ་ཡག་གི་གོ་སྐབས་དང་རེ་བ་ཡོད་རེད་གསུངས་པ་རེད་དོ། དེ་ལ་བརྟེན་ནས་ལྷག་པར་དུ་ང་རང་ཚོ་ཆོས་བྱེད་པ། ཆོས་བྱེད་མཁན་ཡིན་དུས་ཙམ་པ་ལ་ད་ཡིན་ནའི་བླ་མ་གཅིག་གིས་ཆོས་གསུངས་ང་ཚོ་དེའི་ཆོས་རའི་ནང་ལ་ཡག་ད་བཞུགས། ད་བླ་མས་ཆོས་གསུངས་པའི་སྐབས་སུ་ལ་ཡང་ངས་ཆོས་བཤད་དེའི་སྐབས་བཞུགས་མེད་ད་ཅི་ཙམ་དུས་ཆེན་ད་ང་ཚོ་ཚང་མ་ཟེར་ཡོད་ང་ཚོ་ཚང་མས་ཆོས་ཞུ་གི་ཡོད་རེད་བླ་མ་གོང་མ་ཐམས་ཅད་ཀྱི་མདུན་ནས་ད་ཆོས་ཞུ་གི་ཡོད་རེད་ད་ང་འདྲ་བོ་ཆ་བཞག་པ་ཡིན་ན་ད་ཅི་གང་དེ་འདྲའི་མ་ཆོས་ཞུ་བའི་རྟགས་ཁུལ་འདྲ་བོ་རྣམ་པ་སྟོན་པ་རེད་མ་གཏོགས་དེ་བླ་མ་གོང་མ་ཐམས་ཅད་ཀྱི་རྟགས་གཅིག་བྱས་པ་ཡིན་ན་ད་དེ་ཆ་ཤས་ཙམ་ཡང་བསྒྲུན་ཐུབ་ཡ་ཡོད་མ་རེད་ཡིན་ན་ཡང་ད་བླ་མ་གོང་མ་ཐམས་ཅད་ཀྱི་མདུན་ན་ང་ཚོ་ཆོས་ཞུ་བའི་སྐབས་སྔོན་མ་ཉམས་མྱོང་གི་ཐོག་ཏུ་ཞུས་ཡིན་དུས་ཅིག་ཆོས་གྲལ་ལ་ལུས་ཆོས་གྲལ་དུ་བསྡད་ན་ཡང་སེམས་ཆོས་གྲལ་ནང་ལ་ཡོད་མ་རེད་ད་སེམས་དེ་ནི་ཅིག་ཕྱི་ཡི་རྣམ་གཡེང་ཁོ་ན་གི་ཐོག་ལ་ཡ་ཅིག་ཆགས་སྡང་གི་རྣམ་རྟོག་གི་རྗེས་སུ་འགྲོ་བསྡད་པ་ཡིན་འགྲོ་བསྡད་ཀྱི་ཡོད་པ་རེད་དེ་འདྲ་ཡིན་དུས་ད། དེ་ཡིག་ཐོག་ནས་སེམས་རྒྱུད་ལ་ཕན་ཐོགས་མི་འདུག་ད་ཡིན་ན་ཁྱོས་ཚིག་གཅིག་དང་དྭངས་མ་ཚིག་གཅིག་ཞུས་པ་ཡིན་ན་དེ་སེམས་རྒྱུད་ལ་ཚུད་རྒྱག་ནས་དུས་རྒྱུན་དུ་དྲན་ཤེས་དང་བག་ཡོད་བྱེད་ཀྱིན་ཡིན་ན་ད་ནི་ཉོན་མོངས་པའི་རྣམ་པར་རྟོག་པ་ཅི་ལའང་ཡོད་རེད་ཡིན་ན་ཡང་མ་ཉུང་དུ་བཏང་ཡ། མང་པོ་ཡོད་པ་དེ་མ་ཉུང་དུ་བཏང་ཐུབ་ཡ། མཐོན་པོ་ཡོད་པ་དེ་ཚོ་དྲི་མ་རུ་བཏང་ཐུབ་བ། ད་ག་ནང་བཞིན་གྱི་ཅིག་མང་པོ་ཡོད་པ་དེ་ཉུང་དུ་བཏང་ཐུབ་ཡ་དེ་ཚོ་ཀྲིག་གི་གོ་སྐབས་ཡོད་རེད་དེ་འདྲ་ཡིན་དུས་དེ་ཡིག་རྩ་བ་དེ་ང་ཚོ་དྲན་ཤེས་བག་ཡོད་ལ་ཐུག་ཡོད་རེད། བཅོམ་ལྡན་འདས་ཀྱིས་ཡང་བག་ཡོད་པའི་རྣལ་འབྱོར་དག་བྱའོ་ཞེས་དགེ་སློང་དག་བག་ཡོད་པའི་རྣལ་འབྱོར་དག་བྱའོ་ཟེར་ཡང་དེ་དེ་རེད། ལུས་ཀྱི་བག་ཡོད་པས་སྤྱོད་པ། ངག་གི་བག་ཡོད་པ་སྤྱོད་དགོས་ཀྱི་རེད། ཡིད་ཀྱི་བག་ཡོད་པ་སྤྱོད་དགོས་ཀྱི་རེད། དེ་གསུམ་གྱི་ནང་ནས་ཀྱང་ག་རེ་གལ་ཆེ་བ་རེད་ཟེར་ན་ཡིད་ཀྱི་བག་ཡོད་པ་བྱ་དེ་ཞེ་དྲག་གལ་ཆེན་པོ་རེད། ཡིད་ཀྱི་བག་ཡོད་པ་སྤྱོད་ཐུབ་པ་ཡིན་ན་དེའི་སྟོབས་ཀྱིས་ལུས་ངག་གཉིས་ཀ་ཡང་ཨ་ནེ་རང་བཞིན་གཉིས་ཀྱི་བག་ཡོད་པའི་ནང་དུ་འགྱུར་ཐུབ་ཀྱི་རེད། དེ་ལ་བརྟེན་ནས་འདི་ནང་ནས་ཡང་དྲན་ཤེས་དེ་གལ་ཆེན་པོ་རེད་གསུངས་ཡང་དེ་དེ་རེད་དོ། དྲན་པ་དང་ཤེས་ཤིང་དེ་གསུམ་གྱི་དགོས་ཀྱི་རེད་གསུངས་བ་རེད་ཟེར། དེ་ནས། དེ་ལས་ལྡང་མེད་རྒྱལ་བའི་བཀའ་ལ་ཡིད་ཆེས་པར། འགྲོ་བྱང་ཡང་དུ་དགེ་སྡིག། རྣམ་སྨིན་བཟང་ངན་མྱོང་འགྱུར་མེད་ཅིང་མི་ཚེ་དོན་མེད་དུ་ཟད་པས་རྣམ་སྨིན་ལེ་ལོའི་དབང་དུ་དྲན་པ་དང་ཤེས་བཞིན་གྱི་སྒོ་ནས་དགེ་བ་འབའ་ཞིག་དུས་འདའ་བར་བྱ། བསླབ་པར་བསྲུང་བར་འདོད་པ་ཡང་རབ་ཏུ་བསྒྲིམས་ཏེ་སེམས་བསྲུངས་ཏེ་བསྲུང་བ་ན་བྱ་སེམས་བསྲུང་དགོས་རེ་གསུང་བ་སྟེ་དེ་རུ་ཞི་བ་ལགས་ཀྱི། བསླབ་པར་བསྲུང་བར་འདོད་པ་ཡིས་ད་བསླབ་པ་གསུམ་བསྲུང་བར་འདོད་པའི་གིས་རྣལ་འབྱོར་པ་གང་ཟག་ཅིག་ཡོད་ན་ཆོས་བྱེད་པ་ཡིན་ན། དེ་འདྲའི་དེ་ག་གར་དགོས་སམ་ད་སེམས་བསྲུང་དགོས་རེ། སེམས་བསྲུང་དགོས་རེ་བྱ་སེམས་བསྲུང་ཡང་དེ་གལ་ཆེན་པོ་རེ། སེམས་བསྲུང་ཡང་ལ་ཐབས་ག་རེ་དགོས་རེ་བསམ་ན་དྲན་ཤེས་བསྟེན་དགོས་རེ། དྲན་ཤེས་མ་བསྟེན་ན་སེམས་བསྲུང་ཐུབ་དགོས་མ་རེ། ཨེ། སེམས་ཀྱི་དེ་གླང་པོ་ཆེའི་སྨྱོན་པ་ནང་བཞིན་རེད་ད་དཔེ་མང་པོ་གསུངས་འདུག་ང་གཅུན་གཅུན་ནང་ལ་གླང་པོ་ཆེའི་སྨྱོན་པ་ནང་བཞིན་རེད་གླང་པོ་ཆེའི་སྨྱོན་པ་དེ་ད་བཏང་བཞག་པ་ཡིན་ན་དེ་ནས་ཁང་པ་ཤི་ཡ་མི་བསད་ཡ་ལ་སོགས་པ་དེ་འདྲ་གི་བརྡབ་སྐྱོན་མང་པོ་ཅིག་གི་དེ་ཡོང་གི་རེད་དེ་དང་འདྲ་བ་སེམས་དེ་ཡང་གླང་ཆེན་སྨྱོན་པ་དང་འདྲ་བ་བག་མེད་དུ་བཏང་བཞག་པ་ཡིན་ན་དེ་ནས་ཉེན་ཁ་ཆེན་པོ་ཡོང་རེད་འཁོར་བ་ཅི་དང་ཇི་འདྲ་གི་སྡུག་བསྔལ་ལ་འཇོག་གི་རེད་གླང་ཆེན་སྨྱོན་པ་འདྲ་བ་ཡིན་ན་ནི་ཚེ་འདི་ཙམ་ལ་གནོད་པ་མ་གཏོགས་ཕྱི་མ་ཕན་ཐོགས་ལ་ནི་གནོད་པ་ཡོང་གི་མ་རེད། སེམས་སྣང་ཆེན་སྙོམས་པ་བག་མེད་པ་འདི་བཏང་བཞག་པ་ཡིན་ན་ཚེ་སྐྱེ་བ་འདི་ཙམ་མ་ཡིན་པར་སྐྱེ་བ་ནས་སྐྱེ་བ་ཚེ་རབས་ནས་ཚེ་རབས་ལ་ཡར་སླེབས་ནས་སྡུག་ལ་འགྱོ་གི་རེད་དེ་ཡིན་དུ་སྣང་ཆེན་འོད་ཀྱང་ཉེན་ཁ་ཆེ་བ་རེད་ད་དཔེ་དེ་འདྲས་མང་པོ་ཞིག་བསྒྲགས་ནས་ལེའུ་བཞི་པ་དང་དང་ལེའུ་བཞི་པ་དང་ལྔ་པ་གཉིས་ཀྱི་ནང་ལ་གསུངས་ཡོད་པ་རེད་དེ་འདྲས་ཡིན་དུས་དེ་ནས་དྲན་ཤེས་ཟེར་ཡ་དེ་ཞེ་དྲག་གལ་ཆེན་པོ་རེད་དྲན་ཤེས་གཞི་ལ་བཞག་ནས། སྐྱབས་འགྲོ། དྲན་ཤེས་དེ་གཞི་ལ་བཞག་ནས་བྱང་ཆུབ་ཀྱི་སེམས། དྲན་ཤེས་དེ་གཞི་ལ་བཞག་པའི་ཐོག་ནས་མི་རྟག་པའི་འདུ་ཤེས། དྲན་ཤེས་དེ་གཞི་ལ་བཞག་པའི་ཐོག་ནས་སྔགས་ཀྱི་རྣལ་འབྱོར་གྱི་ཉམས་ལེན། དྲན་ཤེས་དེ་གཞི་ལ་བཞག་པའི་ཕྱོགས་ནས་ལུས་ངག་ཡིད་གསུམ་སྤྱོད་པ་གང་ཡོད་པའི་དགེ་བ་ལ་བསྒྱུར་ཐུབ་པ་དེ་འདྲ་ཡིན་དུས་ཆོས་དང་པོ་ཆོས་ཆོས་ཡང་དག་པར་འཇུག་པར་བྱེད་པ་ལ་དང་པོ་དྲན་ཤེས་ཀྱིས་གྲོགས་བྱེད། བར་དུ་དངོས་གཞིའི་ཉམས་ལེན་གྱི་སྐབས་སུ་ལ་ཡང་དྲན་ཤེས་ཀྱིས་བག་ཡོད་ཀྱིས་གྲོགས་བྱེད། ཐ་མ་ཆོས་མཐའ་རུ་ཕྱིན་ཡང་ལ་ཡང་དྲན་ཤེས་ཀྱིས་གྲོགས་བྱེད་ཀྱི་རེད། དེ་འདྲའི་ཡོན་དུ་དྲན་པ་དང་ཞེ་བཞིན་བག་ཡོད་པ་བསལ་ཡག་དེ་མ་གིས་ཉན་ཐོས་ཐེག་པ་ནས་བྱུང་སྟེ་བླ་མེད་ཀྱི་ཉམས་ལེན་གྱི་བར་དུ་ཉམས་ལེན་ག་འདྲ་ཞིག་ཡིན་ན་ཡང་ལྟ་བ་སྒོམ་པ་སྤྱོད་པ་གང་ཞིག་ཡིན་ན་ཡང་དེ་ཡི་གྲོགས་སུ་ཆེས་ཐོས་པ་ཅིག་དགོས་ཀྱི་རེད། དེ་ཆེ་རུ་ཐུབ་པ་ཡིན་ན་དེ་འདྲའི་གི་ལྟ་སྒོམ་གྱི་ཉམས་ལེན་ཟབ་མོ་དེ་ཚོ་འབྲེལ་ཏེ་མཐར་ཕྱིན་ཐུབ་ཀྱི་རེད། དེ་ལ་བར་ཆད་ཡོང་དགོས་མ་རེད། ཕྱི་ནང་གི་བར་ཆད་ཡོང་དགོས་མ་རེད། གསུང་ཡག་དེ་དེ་རེད་མ་རེད། དེ་ལ་བརྟེན་ནས་དུས་འདའ་བར་བྱ། སྡིག་པ་ཆུང་ངུ་ལ་ཡང་བག་མེད་མི་བྱ་བར་འཛེམ། དུག་ཆུང་ངུས་སྲོག་བཅད་པའི་དཔེས་བྲན་པར་བྱ། དགེ་བ་ཆུང་ངུ་ལ་ཡང་མི་ཉེས་པར་བསྒྲུབ། ནལ་འབྲུ་བསགས་པས་སྣོད་གང་བའི་དཔེས་བྲན་པར་བྱ། གཞན་ཡང་ཚེ་རབས་གཞུང་དུ་ཚོགས་རྒྱ་ཆེན་པོར་སྤྲུལ་པའི་རྟེན་མཐུ་རིན་ཆེན་ཡོན་ཏན་བརྒྱད་དུ་གྲགས་པའང་ཞར་དུ་འབྲུ་དགོས་པ་གཞན་ལ་གནོད་འཚེ་སྤོང་པའི་ཚེ་རིང་མར་མི་བུ་ཆང་ཁོལ་སོགས་བྱིན་པའི་གཟུགས་སམ་བླ་མ་དང་ཆོས་ཀྱི་འཕྲོ་ལ་ང་རྒྱལ་མེད་པར་སྐུ་ཚེ་ཆེ་བའི་རིགས། ཐོག་ཡོན་ཏན་ཅན་དང་ནད་པ་དབུལ་ཕོངས་སོགས་སྡུག་བསྔལ་ཅན་ལ་འདོད་དགུ་སྦྱིན་པའི་ལོངས་སྤྱོད་ཀྱི་མངའ་ཐང་བཅུག། ངག་དགེ་བ་ཁོ་ནར་བྱེད་པའི་ཚིག་བཙུན་དཀོན་མཆོག་དང་ཕ་མ་སོགས་ཆོས་ཀྱི་སྨོན་ལམ་བཟང་པོ་བཏབ་པའི་དབང་ཐང་ཆེ། སྐྱེས་པ་ལ་དགའ་ཞིང་ཕོ་ཡི་དབང་པོ་སྐྱོད་པ་ལས་སྐྱབས་པའི་སྐྱེ་བའི་ལུས་ཐོབ། ཆོས་ལྡན་ཅེས་བྱ་བ་ལ་རེ་བ་མེད་པས་ཕན་གྲོགས་བྱེད་པའི་སྟོབས་ཕུན་སུམ་ཚོགས་པ་དེ་ལྟར་རྒྱུད་ལ་བསླབ། དེ་བས་འཁོར་བ་མེད་དུ་ཕན་ཆད་དེ་ཡི་རྒྱུ་མི་དགེ་བ་སྤང་བར་བསླབ་དགོས་པས་འདིར་རེ་ཤེས་པ་སོགས་བསོད་ནམས་ཆ་མཐུན་གྱི་དགེ་བ་དང་སྡོམ་པ་དམ་ཚིག་སོགས་ཐར་པ་ཆ་མཐུན་གྱི་དགེ་བ་ངོ་ལྐོག་མེད་པར་བསྒྲུབས་ནས་རང་གིས་རང་མགོ་མ་གཡོགས་པར་བྱ། ཐར་བ་ཐོབ་པའི་རྒྱུ་དང་པོ་འཁོར་བ་ལ་ངེས་འབྱུང་གི་བསམ་པ་བརྟན་པོ་སེམས་པའི་ཚུལ་ཁྲིམས་ཨམ་ཟླ་བཞིན་ཡོད་དགོས། དེ་ལ་བརྟེན་ནས་སེམས་རྩེ་གཅིག་པའི་ཏིང་ངེ་འཛིན་སྐྱེ། དེའི་རྒྱུ་བདག་མེད་རྟོགས་པའི་ཤེས་རབ་ཀྱིས་མི་རྟག་པ་ལ་སྡུག་བསྔལ་བ་སྟོང་པ་དང་སྤྱི་དང་རང་གི་མཚན་ཉིད་ཤེས་ནས་སྒྲིབ་པ་སྔར་བསགས་པ་དག་ཕྱིན་ཅི་འགྲིག་པོ་འབྱིན་མི་ནུས་པར་བྱས་པས་འཁོར་བའི་སྡུག་བསྔལ་ཟད་ནས་མཐའ་བྲལ་ཅི་རིགས་པའི་ངང་དུ་གནས་པས་ཐར་པའི་མིང་བཏགས་པ་མ་གཏོགས་གཞན་ཞིག་ཏུ་འགྲོ་སའམ་མི་འདྲ་བ་ཞིག་ཏུ་འགྱུར་རྒྱུ་ཡོད་པ་ལ་ཐར་པ་ཉམས་ཏེ་ཐོབ་ཟེར་བ་མིན། ད་བསླབ་པ་གསུམ་བཞག་ཡོད་དུས་དང་པོ་བསླབ་པ་ཚུལ་ཁྲིམས་གལ་ཆེན་པོ་རེད། བསླབ་པ་ཚུལ་ཁྲིམས་ཟེར་ཡག་དེ་ག་རེ་ཟེར་ན་ངེས་འབྱུང་གི་བསམ་པ་བརྟན་པོ་གཅིག་དགོས་ཀྱི་རེད། འཁོར་བ་འདི་མེ་ཡི་འོབས་སེ་མུན་གྱི་གླིང་དུར་ཁྲོད་ཀྱི་ཚང་ལྟ་བུ་རེད་བཞག་ད་འདི་ནང་དུ་སྐད་ཅིག་ཙམ་ཞིག་སྡོད་རྒྱུ་མ་བྱུང་ན་ཡང་ད་ལྟ་བསོད་ནམས་ཆེན་པོ་རེད་དེ་མི་སྡོད་པའི་ཐབས་ལ་བསླབ་དགོས་ཀྱི་འདུག་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཡང་དེ་འདྲ་གཅིག་གི་ནང་ལ་ད་ཚུད་འགྲོ་ས་རེད་དགོངས་ནས་ཞེ་སྣང་བྱས་ནས་ཕེབས་སོང་བ་རེད་དེ་འདྲ་ཡིན་དུས་ད་རྗེས་སུ་འཇུག་པ་པོ་ཐམས་ཅད་ལ་ཡང་ལམ་དེ་བསྟོད་ནས་ངེས་འབྱུང་དགོས་ཀྱི་རེད་ངེས་འབྱུང་མེད་ན་ཆོས་ཀྱི་རྩ་བ་འཆུགས་པ་རེད་རུལ་བ་རེད་ཤིང་སྡོང་པོ་རུལ་སོང་པ་ཡིན་ན་རླུང་བུ་ཤུགས་ཆེན་པོ་ཞིག་རྒྱག་ཡོང་དུས་རྩམ་པ་དང་ཤིང་སྡོང་དེ་ལམ་སང་རིལ་མ་རིལ་འགྲོ་ཡ་མ་གཏོགས། ཤིང་སྡོང་དེའི་རྩ་བ་དེ་ཤིང་སྡོང་དེ་ཚུགས་སིམ་པོ་ཅིག་ནས་བསྡད་ཐུབ་ཡག་གི་གོ་སྐབས་ཡོད་མ་རེད། དེ་དང་འདྲ་བར་ཆོས་ཐམས་ཅད་ཀྱི་རྩ་བ་དང་དང་པོ་ངེས་འབྱུང་གི་ཚུལ་ཁྲིམས་ཡིན་པ་ཡིན་དུས་ཁྲིམས་ལྡན་འདི་ག་ཡང་ངེས་པར་འབྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ་ཟེར་ནས་དང་པོ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པར་སོང་བ་རེད། བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་ངེས་འབྱུང་གི་བསམ་པས་བསམ་པ་བརྟན་པོས་ཟིན་པའི་གི་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་ཡོད་པ་ཡིན་ན་དེའི་སྟེང་ནས་གཏན་ནས་ཏིང་ངེ་འཛིན་སྐྱེ་ཐུབ་གི་རེད། ད་སེམས་རྩེ་གཅིག་པའི་ཏིང་ངེ་འཛིན་ཏིང་ངེ་འཛིན་ཟེར་མཁན་དེ་ག་རེད་ཟེར་ན་སེམས་བཞིན་དུ་མ་ཡིན་བར་ད་གནས་གཅིག་གི་ཞི་གནས་དང་ལྷག་མཐོང་ལ་སོགས་པའི་ཡོན་ཏན་དེ་ཐམས་ཅད་དེ་ཏིང་ངེ་འཛིན་ལས་ཡོང་གི་ཡོད་པ་རེད། ཞི་གནས་ཀྱི་ཏིང་ངེ་འཛིན་ལྷག་མཐོང་གི་ཏིང་ངེ་འཛིན་སེམས་ཡག་པོ་གནས་དགོས་པར་བ་སེམས་གནས་པར་བྱེད་པ་ལ་དང་པོ་ག་རེ་དགོས་ཀྱི་རེད་ཟེར་ན་ངེས་འབྱུང་ལ་བསམ་པ་བརྟན་པོ་ཅིག་དགོས་ཀྱི་རེད་མ་གཏོགས་ངེས་འབྱུང་གི་བསམ་པ་བརྟན་པོ་མེད་ན་ཞི་གནས་ལམ་འདི་ཡོང་གི་མ་རེད་ངེས་འབྱུང་གི་བསམ་པ་བརྟན་པོ་མེད་ན་ལྷག་མཐོང་ལམ་འདི་ཡོང་གི་མ་རེད་ངེས་འབྱུང་གི་བསམ་པ་བརྟན་པོ་མེད་པ་ཡིན་ན་དཔེ་ནི་ལམ་གོང་མ་གོང་མ་ཐམས་ཅད་ཀྱི་ཏིང་ངེ་འཛིན་བཟང་པོ་དེ་ཚོ་བྲལ་ལ་འཇུག་ཡས་ཀྱི་སྤྲོ་བ་ཡོང་གི་མ་རེད། དེ་ལ་བརྟེན་ནས། དང་པོ་ཆོས་ལ་འཇུག་པ་ལ་ཡང་དད་པ་དགོས་ཀྱི་རེད་ད། དད་པ་ཟེར་ཡག་དེ་ངེས་འབྱུང་གི་ཐོག་ནས་ཡོང་གི་ཡོད་པ་རེད་ཆོས་ལ་འཇུག་པ་ལ་དད་པའི་གྲོགས་བྱེད་དགོས་ཀྱི་འདུག་བ་དེ་ཡང་ངེས་འབྱུང་གི་བསམ་པ་རྣམ་པར་དག་པ་ཞིག་ནི་དེ་ནི་ཆོས་ལ་དད་པ་ཡོང་གི་རེད་བཅོམ་ལྡན་འདས་མགོན་པོ་ཀླུ་སྒྲུབ་ཀྱིས་ཡང་དེ་ནི་དད་ཅན་གཉིས་ཀྱིས་ཆོས་ལ་བརྟེན་ཤེས་རབ་བརྟེན་བྱས་ཡང་དག་རེད་འདི་གཉིས་གཙོ་བོ་ཤེས་རབ་སྟེ་གཙོ་བོ་ཤེས་རབ་རེད་གསུངས་ཡང་དེ་སྲིད་པའི་རྩ་བ་གཅོད་ཡ་ལ་ཤེས་རབ་རེད་དེ་ཡིན་དུས་ཐམས་ཅད་མཁྱེན་པའི་དངོས་རྒྱུ་དེ་ནི་ཤེས་རབ་རེད་བདག་མེད་རྟོགས་པའི་ཤེས་རབ་རེད་ཡིན་ནའི་དེ་འདྲ་བའི་བདག་མེད་རྟོགས་པའི་ཤེས་རབ་ཀྱི་ལམ་ལ་འཇུག་པར་བྱེད་པ་ལ་དང་པོ་ག་རེ་དགོས་ཀྱི་རེད་ཟེར་ན་དད་པ་དགོས་ཀྱི་རེད། དད་པ་ཆོས་ལ་འཇུག་པ་དགོས་ཀྱི་རེད་དང་པོ་ཆོས་ལ་འཇུག་པའི་གྲོགས་བྱེད་དགོས་ཀྱི་རེད། ཆོས་ལ་འཇུག་ཚར་ནས་ད་ནི་ཤེས་རབ་སྐྱེ་གི་རེད་ཁོས་འདུ་སྲིད་པའི་རྩ་བ་གཅོད་མཁན་གྱི་དངོས་རྒྱུ་དེ་བདག་མེད་རྟོགས་པའི་ཤེས་རབ་རེད། ག་རེ་ཟེར་ན་ཁོ་བདག་འཛིན་གྱི་དངོས་གཞི་འགལ་ཟླ་ཡིན་པ་ཡིན་དུས་དེ་གཅོད་བྱེད་དེ་བདག་མེད་རྟོགས་པའི་ཤེས་རབ་རེད་མ་གཏོགས་བྱམས་པ་དང་སྙིང་རྗེས་སྒོམ་པས་ཀྱི་སྲིད་པའི་རྩ་བ་གཅོད་ཐུབ་ཀྱི་མ་རེད་ཐོས་པ་དང་བསམ་པ་སྒོམ་པས་སྲིད་པའི་རྩ་བ་གཅོད་ཐུབ་ཀྱི་མ་རེད་དེ་རྒྱུད་རྒྱུ་རེད་མ་གཏོགས་དངོས་རྒྱུ་ཆགས་ཀྱི་མི་འདུག་དངོས་རྒྱུ་དེ་ག་རེ་ཟེར་ན་བདག་མེད་རྟོགས་པའི་ཤེས་རབ་རེད། ཡིན་ནའང་དེ་ལྟ་བུ་གི་དངུལ་ཆུ་ཟླ་མེ་ཏོག་པའི་ཤེས་རབ་དང་བཅས་བར་བྱས་པ་དེ་གང་གིས་གྲོགས་བྱས་ན་དང་པོར་དད་པ་དགོས་ཀྱི་རེད། དད་པ་དེ་ག་བ་ཐུག་ཡོད་བསམ་ན་ངེས་འབྱུང་གི་བསམ་པ་བརྟན་པོ་ཅིག་དགོས་ཀྱི་རེད་ད་དེ་རེད་དོ། དེ་འདྲ་ཡིན་དུས་བསམ་པ་བརྟན་པོས་ཟིན་པའི་ཚུལ་ལས་རྣམ་དག་ཅིག་ཡོད་པ་ཡིན་ན་དེ་ལ་ཟེར་ནས་བསླབ་པ་ཏིང་ངེ་འཛིན་བསླབ་པ་སྐྱེ་གི་རེད། བསླབ་པ་ཏིང་ངེ་འཛིན་སྐྱེ་ཐུབ་པ་ཡིན་ན་ཟླ་མེ་ཏོག་པའི་ཤེས་རབ་སྐྱེ་གི་རེད་དེ་རེད་བ་དང་སྟོང་པ་ཉིད་རྟོགས་པའི་ཤེས་རབ་གཞི་གནས་ལ་བརྟེན་ནས་ལྷག་མཐོང་སྐྱེ་དགོས་ཀྱི་འདུག་བ། བྱིས་སྣོད་ལ་གཏོགས་པའི་ལྷག་མཐོང་ཅན་དགུ་དགུ་ཡོད་པ་རེད། དཔེར་ན། ཁང་པ་ནག་ཁུང་གཅིག་གི་ནང་ལ་ཡང་སྐྱ་ལག་གཅིག་ཚད་དགུ་དགུ་ཡོད་པ་ནི་ཡང་ལག་གཅིག་སྤར་བཞག་པ་ཡིན་ན། དེ་ནི་ཡང་ལག་དེ་ལ་ཅི་ལྟའང་འོད་དང་ཡོ་རེད་མར་མེ་ལ་འོད་དང་ཡོ་རེད་དེ། ཡིན་ན་ཡང་ཁོ་རླུང་གིས་འགུལ་བསྡད་པའི་སྐབས་སུ་ལ་ཁོ་རྩེ་གཅིག་པའི་ཏིང་ངེ་འཛིན་དེ་མེད་པ་ཡིན་དུས་འགུལ་བསྡད་པ་ཡིན་དུས་དངོས་པོ་མཐོང་བ་གང་ཞིག་ལ་དངོས་པོ་དེ་གསལ་པོ་མཐོང་ཐུབ་ཀྱི་མི་འདུག་བ། དེ་ནི་རླུང་མེད་པའི་མར་མེ་ཅིག་ཁྱིམ་གྱི་ནང་ལ་བཞག་ཞོར་ནས་ཁོ་འགུལ་ཕྱོགས་མ་བཏང་ཡོང་དུས་ཙམ་པོ་ལ་དེའི་ནང་ལ་དངོས་པོ་ཐམས་ཅད་གསལ་པོ་མཐོང་ཐུབ་ཀྱི་འདུག་བ། དེ་ནང་བཞིན་གྱི་ཡིད་ཀྱི་རྩེ་གཅིག་པའི་ཏིང་ངེ་འཛིན་མེད་པ་ཡིན་ན། དོན་དེ་ཕྱིན་ཅི་མ་ལོག་པའི་དབུས་གཙང་བོ་ཡང་དག་པར་རྟོགས་ཐུབ་པའི་གྱི་ཤེས་རབ་དེ་ཅིས་ཡོང་ཐུབ་ཀྱི་མ་རེད། ཐེག་ཆེན་མ་ལོག་པའི་གནས་ཚུལ་དེ་བཞིན་ཕྱིན་ཅི་ལོག་པའི་མ་ལོག་པ་ཡང་དག་པར་རྟོགས་པའི་ཤེས་རབ་དེ་ཡོང་བར་བྱེད་པ་ལ་དང་པོ་སེམས་ཚེ་བཅད་པའི་ཏིང་ངེ་འཛིན་གྱི་ཞི་གནས་རེ་དགོས་ཀྱི་རེད། སེམས་རང་དབང་དུ་འདུག་དགོས་ཀྱི་རེད་བ། ང་ཚོ་ད་ལྟ་ཞི་གནས་སྒོམ་དགོས་ཡ་ག་རེད་ཟེར་ན་ང་ཚོ་སེམས་རང་དབང་དུ་འདུག་གི་ཡོད་མ་རེད། སྐར་མ་གཅིག་ཙམ་སྒོམ་བརྒྱབ་པ་ཡིན་ན་ཡང་དེ་ནི་ཁ་ཚང་ངས་འདས་པའི་གི་འདས་པའི་གི་ད་ལོ་རྒྱུས་དེ་ཚོ་དེ་ལ་བསམ་བོ་གཅིག་འཁོར་དེའི་ལས་ཀ་ལ་བསམ་བོ་གཅིག་འཁོར་དེ་རིང་བྱ་བ་བྱེད་བཞིན་པའི་གི་ལས་ཀ་ལ་བསམ་བོ་གཅིག་འཁོར། སང་ཉིན་འདི་བྱས་ད་དགོང་གི་ནང་ལ་ཡག་ད་ནི་ལས་རིམ་དེ་ཚོ་ཚང་མ་གྲ་སྒྲིག་ཐུབ་ཡོད་པ་རེད་འདུག་དེ་འདྲ་ཡིན་དུ་བསམ་པ་ད་ཆོད་སྐར་མ་གཅིག་ཆུ་ཚོད་གཅིག་འདྲ་པོ་ཆོད་སྒོམ་རྒྱག་པའི་ནང་དེ་ནང་ལ་ད་ནི་ཇག་ཤི་ཚང་མ་སྟེང་ཐུག་གི་ཡོད་པ་རེད་དེ་འདྲ་ཡིན་དུ་སྒོམ་དེ་ད་ནི་ང་རང་ཚོ་མི་ཚིག་གི་ད་བྱ་ཞག་གི་ད་ནི་བྲོ་བ་འདྲ་པོ་ཆགས་འགྲོ་གི་ཡོད་དེ་འདྲ་ཡིན་དུ་ད་དེ་འདྲ་མ་ཡིན་པ་ང་ཚོ་དེ་སྒོམ་རྒྱག་དགོས་ཡག་གི་དོན་དག་དེ་ཤེས་དགོས་འདུག་ག་རེ་བྱས་ནས་སྒོམ་རྒྱག་གི་ཡོད་རེད་ཤེས་ཡོད་དུ་སྒོམ་དེ་སྒོམ་ལོས་རྒྱག་དགོས་ག་རེ་ཟེར་ན་སེམས་ལས་སུ་མ་རུང་བ་ལ་བརྟེན་ནས། ད་ལྟ་ང་ཚོ་གི་ཁོ་བོའི་སྡུག་བསྔལ་དེ་གང་ལ་བརྟེན་ནས་བྱུང་བ་རེད་བསམ་ན་སེམས་དེ་རང་དབང་དུ་འགྱུར་མ་ཐུབ་ནས་བྱུང་བ་རེད། ཆགས་པ། བཏང་བ། ད་ག་རྣ་ཤིང་གི་སེར་སྣ། ང་རྒྱལ་ལ་སོགས་པ་ཉོན་མོངས་ཀྱི་རྣམ་རྟོག་དུ་མ་གཅིག་གིས་རྒྱས་སོ་ལ་ང་ཚོ་སེམས་དེ་འགྲོ་ཡོང་དུས་སེམས་ལ་རང་དབང་མི་འདུག། ཡུལ་གྱི་རྐྱེན་གྱིས་ང་ཚོའི་སེམས་ལ་ཚུར་དབང་བསྒྱུར་འགྲོ་དགོས་འདུག་མ་གཏོགས་ང་རང་ཚོས་ཀྱི་ཕར་དབང་བསྒྱུར་བྱེད་ཐུབ་ཀྱི་མི་འདུག། དང། སྒོམ་གྱི་སྒོམ་གྱི་སྒོམ་སྒོམ་གྱི་ནུས་པ་ལ་བརྟེན་ནས་ག་རེ་ཡོང་གི་འདུག་ཟེར་ན་སེམས་ལ་རང་གིས་དབང་བསྒྱུར་བྱེད་ཐུབ་ཀྱི་འདུག་སྔོན་མ་ཡིན་ན་སེམས་ཀྱིས་ཚུར་དབང་བསྒྱུར་བྱེད་པ་ད་ལྟ་ངའི་སེམས་ལ་ཕར་དབང་བསྒྱུར་བྱེད་ཐུབ་ཀྱི་འདུག་སེམས་ལ་དབང་བསྒྱུར་བྱེད་ཐུབ་ན་དེའི་ནང་དུ་ཡེ་གདོད་མ་ནས་ཡོད་བསྡད་པའི་རང་བྱེད་ཀྱི་ཡོན་ཏན་དེ་བརྟན་གསལ་རུ་གསལ་རུ་གོང་འཕེལ་གོང་འཕེལ་འགྲོ་གི་འདུག་ཉི་མ་སྤྲིན་ལས་གྲོལ་བ་ལྟ་བུ་ཉི་མ་དེ་ཉི་མའི་འོད་ལ་ཁོ་གཅིག་སྤྲིན་པས་བསྒྲིབས་ན་འདྲ་མ་བསྒྲིབས་ན་འདྲ།

དེ་ནས་ལག་པ་ཏིང་འཛིན་བསྟན་ནས་ལག་པ་ཤེས་རབ་བསྐྱེད་ཀྱི་རེད། དེ་རེད་དོ། དེ་ལ་བརྟེན་ནས། མདོར་ན་དགེ་བའི་འབྲས་བུ་བདེ་བ་དང་མི་དགེ་བའི་འབྲས་བུ་སྡུག་བསྔལ་ཁོ་ན་འབྱུང་བ་ལས་ཕན་ཚུན་གོ་འཆོལ་མི་སྲིད་ན། དེ་ནས་དགྲ་བོའི་ས་བོན་བཏགས་པ་དང་འདྲ། བསམ་པ་དཀར་ལ་སྦྱོར་བ་གནག་པའི་ལས་དཀོན་མཆོག་ཆོས་ཀྱི་སེམས་ཅན་གསོད་པ། ཡུལ་སྙིང་པོ་ལ་ཕན་འདོད་རེ་ནས་སྡིག་ཚོགས་དང་ངན་ནེར་བཏབ་བོ། བསམ་པ་ནག་པོ་སྦྱོར་བ་དཀར་བའི་ལས་དྲང་འདོད་ཀྱི་སྟེང་བྱེད་པ། འགྲན་འདོད་ཀྱི་རླབས་འབྱུང་ངོ་ཚ་ལ་སྐྲག་པའི་བཙུན་ཚུགས་ལྟ་བུར་གྱུར་ནས་མི་དགེ་བ་ལ་རྟོག་སོ་ཅོག་ལྗང་དུག་བཞིན་དུ་སྤང་དགོས་ན་དངོས་སུ་མི་དགེ་བ་འབྱུང་བ་ན་ལྟ་སྨོས་ཀྱང་ཅི་དགོས་དགེ་བ་ངོམས་པ་དང་འགྱོད་པ་དང། སྡིག་པ་ལ་བཤགས་པ་སོགས་གཉེན་པོའི་མ་ཆོག་ན་རང་གིས་བྱས་པའི་ལས་རང་ལ་སྨིན་པ་མ་གཏོགས་གཞན་ལ་མི་སྨིན་ཅིང་བསྐལ་པ་དུ་མ་ལོན་ཅིང་བོ་དོར་ཆུད་ཟོས་འགྲོ་མི་སྲིད་ད་ཆུད་ཟ་ཐུབ་ཀྱི་མ་རེད། ཆུད་ཟ་ཐུབ་ཀྱི་མ་རེད་ཟེར་དུས་འཕྲོག་བརླག་འགྲོ་གི་མ་རེད་གསུང་བ་རེད་ལས་དེ། དེ། ཚོགས་ཞིང་དུས་ལ་བབ་པ་ན་འབྲས་བུ་ཉིད་ཀྱང་སྨིན་པར་འགྱུར་ཟེར་ཚོགས་མགོན་ནང་ལ་གསུང་བ་ནང་བཞིན་གྱི་ལྟར། འཕྲོག་བརླག་འགྲོ་གི་མ་རེད་གསུང་བ་རེད་ལས་འབྲས་དེ། དེ་ཡང་རྒྱུ་ལས་ཀྱི་སྐབས་སུ་ཆུང་ངུ་ལས་མེད་ཀྱང་ལས་རྣམས་འཕེལ་བ་དང་འགྱུར་བ་ཅན་ཡིན་པས་ཞེ་སྡང་དྲག་པོས་སྲོག་གཅོད་པ་དང་ཕན་སེམས་རྣམ་དག་གིས་འཆིང་བའི་སྲོག་ཆགས་པ་ལྟ་བུ་ལས་ཚན་པོ་ཆེ་ལ་འགྱུར་ཚེ་སྲུང་མེད་ཅིང། ཁ་ཤོར་ལག་ཤོར་གྱི་དགེ་སྡིག་ལྟ་བུར་འགྱུར་ཆུང་ཤོས་ལ་ཡང་བརྒྱ་སྟོང་དུ་འཕེལ། རང་གི་བསམ་སྦྱོར་གཉིས་ཀས་མ་བྱས་ན་གཞན་གྱིས་བྱས་པའི་ལས་རང་རྒྱུད་ལ་འགོག་མི་སྲིད་པས་རང་ཉིད་རྒྱ་ཡོད་གསུངས་པའི་རྒྱུ་འབྲས་ལ་བླང་དོར་ཐུབ་ན་གཞན་ཇི་ལྟར་ངན་ཀྱང་ངན་སོང་གསུམ་དུ་འཕེལ་ཐབས་རྩ་བ་ནས་མེད་པས་རྣམ་པ་ཀུན་ཏུ་རང་བྱུང་ཁོ་ན་ལ་བརྟགས་ཤིང་གཞན་ལ་དག་སྣང་གིས་རྒྱ་བཅད་པ་ནི་ལས་འབྲས་ཀྱི་རྩ་རྣམས་ཀྱི་རྩིས་པོ་ཕྱིར་བསྡམ་པར་མཛད་དོ། ད་གིན་བདག་གིས་མི་ལ་རས་པའི་སོང་བ་ནང་བཞིན་གྱི་རྟོག་པ་ནག་པ་དང་མཉམ་ན་ཡང་སྤྱོད་པ་བག་ཕྱེ་བས་ཞིབ་པར་གོ་ཟེར་ཡ་དེ་ལྟར་བྱས་པས་བཀའ་བརྒྱུད་གོང་མ་རྣམས་ཀྱི་རྩིས་པོ་ཕྱིར་གནང་གི་འདུག་བ་དེ་འདྲ་ཡིན་དུ་ད། བཀའ་གདམས་ཀྱི་བླ་མ་གོང་མ་ཐམས་ཅད་ཀྱིས་བློ་སྦྱོང་གི་ཉམས་ལེན་དེ་ཚོ་གནང་ལ་ཡ། བློ་སྦྱོང་དོན་མཐུན་མ་ཡིན་ན་ཡང་རེད་ད། བློ་སྦྱོང་དེ་ཚོ་ཕྱག་དཔེ་དེ་ཚོ་གནང་ལ་ད། གཙོ་བོ་སོང་ལ་དེ་ག་རེ་གསུང་དགོས་རེད་ཟེར་ན་དག་སྣང་སྐྱེ་དགོས་རེད། སྐྱོན་དེ་སུ་ལ་བཙུགས་དགོས་རེད་ཟེར་ན་རང་ལ་བཙུགས་དགོས་རེད། སྐྱོན་བཅུ་གནང་ལ་ད་ག་ཏུ་བ་རང་ལ་བཙུགས་དགོས་རེད། སྐྱོན་ཅིག་བྱུང་བ་ཨོ་འདི་ང་ལ་ད་ནས་བྱུང་བ་རེད། གཅིག་སྡུག་ཅག་ཡོད་མཐོང་སོང་ན་ཕ་རོལ་པོ་སྐྱོན་ངན་པ་མཐོང་སོང་ན་ཨོ་གཞན་ན་དེ་འདྲ་བ་ག་བ་ཡོང། ང་རང་ཁོ་བ་ཐོག་མ་མེད་པ་ནས་བྱས་ནས་བག་ཆགས་ངན་པ་འདི་ཡི་ཐོག་ནས། འདི་གི་མཐོང་ན་ཡང་དེ་སྡུག་པོ་ཅིག་མ་གཏོགས་མཐོང་རྒྱུ་མེད་པ་འདི་ངའི་ལན་པ་རེད་ང་རང་གིས་བྱུང་པ་རེད་མ་རིག་པ་འདི་གིས་བཟོས་པ་རེད་ལས་ཉོན་གྱི་རྣམ་རྟོག་འདི་གིས་བཟོས་པ་རེད་ཕྱིན་ཅི་ལོག་པའི་རྣམ་པར་རྟོག་པ་འདིའི་བརྟེན་ནས་བྱུང་པ་རེད་མ་གཏོགས་དེ་འདྲ་བོ་གི་སྐྱེས་བུ་དམ་པ་ནི་བཟོས་དྲགས་དེ་འདྲའི་ག་བ་ཡོང་གི་རེད་བསམ་བྱས་ནས་ལམ་སང་དག་སྣང་རྒྱག་མགོ་རེད་དག་སྣང་ཟེར་ཡ་དེ་དེ་རེད་དོ། དེ་འདྲ་ཡིན་དུས་ང་ཚོ་ཕ་སྐད་ནང་ན་ཇུས་གཏོགས་ཟེར་གི་རེད་དག་ཇུས་གཏོགས་མ་བྱེད་ཟེར་གི་རེད་དོ་དག་ཇུས་གཏོགས་བྱེད་དགོ་རེད་ཇུས་གཏོགས་སུ་ལ་བྱེད་དགོ་རེད་ཟེར་ན་རང་གིས་རང་ལ་ཇུས་གཏོགས་བྱེད་དགོ་རེད་ཟེར་ཡ་དེ་རེད་ཤག་ངས་སྐུལ་སློང་བྱས་དང་ངས་སྐད་ཆ་བཤད་དང་ངས་བསམ་བློ་བྱས་སོ་ངས་སྐུལ་སློང་ག་རེ་རེད་བྱ་དགེ་བ་དང་མཐུན་དང་མ་མཐུན་མི་དགེ་བ་དང་རེག་གི་འདུག་མི་འདུག་དེ་ཆོས་དང་མཐུན་པ་རེད་འདུག་མི་འདུག་ཆོས་དང་མ་མཐུན་པ་རེག་གི་འདུག་བས་དེ་འདྲ་བོ་བརྟགས་ཤིང་དཔྱད་ནས། དེ་ནི་ཤེས་རབ་དང། ད་ག་ནང་བཞིན་གྱི་དྲན་ཤེས་གཉིས་ལྷན་དུ། ལྷན་དུ། སྐྱོན་དེ་ཚོ་མཐོང་ཡོང་དུས་དེའི་སྐྱོན་དེ་མ་ཟད་ཡག་གི་ཐབས་ཤེས་བྱེད། ཡོན་ཏན་དེ་མཐོང་ཡོང་ན་ད་རུང་ཡོན་ཏན་དེ་ཡར་གོང་འཕེལ་དུ་བཏང་ཡག་གི་ཐབས་ཤེས་བྱས་ནས་འདི་སྐྱོན་རེད་ཟེར་བཞག་བཞག་པ་ལྟ་བུ་དང་འདི་ཡོན་ཏན་རེད་འདུག་ཟེར་ནས་ངོས་འཛིན་པ་ཙམ་བྱས་ཕན་གྱི་མ་རེད་སྐྱོན་ལ་སྐྱོན་ཡིན་པ་ཤེས་ཡོང་དུས་ཤེས་རབ་ཀྱི་སྟོབས་ཀྱིས་དེ་མང་ཉུང་དུ་བཏང་ཡག་མཐར་རྩད་ནས་བཅོམ་ཡག་ཡོན་ཏན་མཐོང་ཡོང་ན་ཨོ་དེ་རྒྱུད་ལ་སྐྱེ་འདོད་ཀྱི་བརྩོན་པ་བསྐྱེད་ཡག་རྒྱུད་ལ་སྐྱེས་ཟིན་ན་ཡང་དེ་གོང་འཕེལ་དུ་བརྩོན་ཡག་གི་ཐབས་ཤེས་བྱེད་དགོས་ཀྱི་རེད། ཨ་དེ་རེད་འདུག་དེ་ལ་བརྟེན་ན་དེ་འདྲ་བ་གནང་ཐུབ་པ་ཡིན་ན་དེ་ནི་ལས་འབྲས་ཀྱི་རྩ་བ། གལ་ཆེ་ཤོས་དེ་ཡིན་པས་བཀའ་བརྒྱུད་གོང་མ་རྣམས་ཀྱིས་རྩིས་པོ་ཆེར་གདམས་པ་མཛད་ཡིན། ད་བཀའ་བརྒྱུད་གོང་མ་ཙམ་མ་རེད་སྤྱིར་བཏང་ནང་པ་སྤྱི་ལུགས་ཐོག་ནས་བཤད་པ་ཡིན་ན་ཡང་ལས་འབྲས་དེ་ཞེ་དྲག་གལ་ཆེན་པོ་རེད། དེར་བརྟེན་དུ་ལས་འབྲས་དེ་ལ་ཡང་བརྩི་སྲུང་ཡག་པོ་ཞིག་བྱས་མ་ཐུབ་ན་དེ་ལ་བརྟེན་ནས་ལམ་གོང་མའི་འགན་ཡོད་དེ་རྒྱུད་ལ་སྐྱེ་ཐུབ་ཀྱི་མ་རེད། དེ་ལ་བརྟེན་ནས་ནང་པ་སྤྱི་ལུགས་ཐོག་ནས་བཤད་པ་ཡིན་ན་ཡང་ལས་འབྲས་དེ་རྩ་བ་རེད། ལྷག་པར་དུ་བཀའ་བརྒྱུད་གོང་མ་རྣམས་ཀྱིས་ནི་དེ་བས་ཀྱང་རྩིས་པོ་ཆེར་གདམས་པ་མཛད་པ་ཡིན་པས་ཨ་ནི་རང་བཞིན་ཀུན་གྱིས་དེ་དག་ཐུགས་ལ་འཇགས་པར་ཞུ་གསུངས་པ་ལས་ཤར།